དེའི་ནང་དུ་ངས་ད་ལྟའི་ཚིགས་བཅད་གཅིག་མ་གཅིག་ལྟར་ལུང་ལུང་འདྲེན་རང་ཞུས་བྱས་ཚང་མ་གཅིག་མ་ཞུ་གི་ཡོད་ད་ང་ཚོའི་སློབ་གྲྭའི་རྒན་ལགས་ཕལ་ཆེ་བ་གིས་ག་རེ་ཟེར་ན་སློབ་ཚན་ཁྲིད་གནང་པའི་སྐབས་ལ་ཡང་ཕལ་ཆེ་ལྷག་པར་དུ་ཞིབ་འཇུག་སློབ་མ་ཚོ་ལ་ཡང་སློབ་ཚན་ཁྲིད་པའི་སྐབས་ལ་ཡང་སྔ་བར་བྱས་པའི་གསུང་དེ་མ་གཅིག་དེ་གནང་གི་ཡོད་ཀྱི་རེད་རེད་བ། བྱས་ཙང་དེ་ཡིན་དུས་ཚེ་ནས་ང་ཚོས་ག་རེ་ཟེར་ན་བོད་ཀྱི་གསོ་བ་རིག་པའི་གཞུང་ལུགས་དེ་གཞུང་ལུགས་ཆེན་ད་བོད་རིག་གནས་ཆེ་བ་ལྔའི་ནང་ལོགས་ནས་ཀྱང་གཞུང་ལུགས་དེའི་ནང་ལོགས་ནས་ག་རེ་ཟེར་ན་གཏིང་ཟབ་ཆོས་རྒྱ་ཆེ་ཤོས་ང་རང་ཚོ་བོད་ཀྱི་གནའ་ཡི་དོ་ཟླའི་དངོས་འདྲ་བྱས་ན་ད་ཅི་དགོས་མཁོ་ཆེ་ཤོས་རང་གི་ཁ་རས་སོ་ཕན་ཐོགས་ཤོས་རང་གི་ཁ་རས་སོ་ན་རིག་གནས་གཅིག་རེད་ད་དེ་འདྲ་ཡིན་དུས་ཚོད་གཞུང་གཞུང་ཆེན་པོ་དུང་ཚོ་ལ་ཡང་སློབ་སྦྱོང་བྱེད་པའི་སྐབས་ལ་ཡང་ཨ་འདི་རིགས་འདི་རེད་རྔ་པ་ཆེན་པོའི་གསུང་ཚིག་རིག་པའི་བརྡར་ཤ་མེད་ཅིང་གཞུང་དོན་ལ་ཚིག་གཅིག་གོ་ཨ་ལམ་ཚོ་ཡོད་གྱུར་ཀྱང་རྒས་ཤིང་བརྟགས་ན་བྱི་མའི་ཆང་བུ་ལྟར་གྱུར་ཅིང་རིག་པའི་གནས་བཟང་ཞིབ་ཏུ་སློབ་ཟེར་བ་ད་དེ་རེད་པ་འོ་དུང་ཚོ་ལ་ཡང་ཁ་རས་ཚིག་གཅིག་གོ་ཨ་ཙམ་ཅིག་གིས་ད་ཁོ་ཆུང་གི་མར་དན་རྟགས་ཁ་རས་སོ་ན་འབེ་དེ་ཁ་རས་སོ་ན་བསམ་བློ་ཞིབ་ཕྲ་དང་རིག་པ་ཞིབ་ཏུ་ད་ལྟ་བཏང་ཆ་ནས་ཨེ་ནི་ག་རེ་སོགས་སློབ་སྦྱོང་དང་ཞིབ་འཇུག་འོ་ད་དེ་འདྲ་གནང་ཟེར་ན་སྔ་ས་ནས་དེ་འདྲ་ཅིག་གསུངས་པ་དེ་འདྲ་ཅིག་རེད། ངས་དེ་ཚིགས་བཅད་དེ་ཞིབ་འཇུག་སློབ་མ་ལེབ་དགོས་ཡའི་རྒྱུ་མཚན་ག་རེ་ཟེར་སྔ་བ་བྱས་པའི་སྔ་སྔ་མ་ནས་ག་རེ་ཟེར་མ་འོང་ལོ་མ་འོང་སྔོན་དུ་ག་རེ་ཟེར་འདི་འདྲ་ཅིག་གི་ལོག་འགྲེལ་དེ་འདྲ་གནང་ཆ་ནས་ད་ལྟ་ང་ཚོ་གི་ཡན་ཆུང་ཧྲེང་ལི་ཡ་ཞིབ་འཇུག་སློབ་མ་ཟིག་ཏུ་ཨ་ཞིབ་འཇུག་སློབ་མ་བྱས་ཚར་བ་ཅིག་དེ་ལས་དེ་འདས་ཀྱི་ཞིབ་འཇུག་སློབ་མ་ཚོ་ལ་སྐབས་དེ་དུས་ཞིབ་འཇུག་སློབ་ཞིབ་སློབ་ཞེས་པ་དེ་ཡོད་ཀྱི་མ་རེད་དེ་ཡིན་ནའི་དེའི་ནང་ནས་ངས་ཚིག་ཡི་གེ་སེར་པོ་དེ་གཉིས་རྟགས་ཅིག་བརྒྱབ་ཆ་ནས་ཞིབ་སློབ་ས་ཟིག་དང་ད་ལྟ་ང་ཚོ་ཞིབ་འཇུག་སློབ་མའི་བརྩོན་འགྲུས་ལ་ཞིབ་སློབ་བྱེད་འདྲ་ཟིག་རེད་ཨ། འོ་དོ་ཟེར་རེད། ད་ཞིབ་འཇུག་སློབ་མ་ཟེར་བ་དེ་ཡང་ང་ཚོ་ད་དཀའ་ལས་བཞི་པོ་ཡོད་རེད་རིག་པའི་ལྟ་འདོད་དུ་དཔེ་ཆ་མང་པོ་ལྟ་བར་བསླབ་གྲོགས་ད་དུང་འཛུལ་དུ་དུས་དཀའ་ལས་ཡོད་རེད་བསླབ་གྲོགས་ཐོན་འདོད་དུས་དེ་ནས་ཐོན་འགྲོ་བའི་སྐབས་ལས་དེ་བས་ཀྱང་དཀའ་རེད་ས་དཀའ་ལས་ཆེན་པོ་བཞི་པོ་ཡོད་རེད་གང་ཡིན་ཟེར་ན་ཁྱེད་རང་གི་ཞིབ་འཇུག་ཁ་ཕྱོགས་དེ་བསྟན་པའི་ཟིན་ཚབ་པའི་རྗེས་ལ་ཡང་མཛུབ་མཛུབ་ཁྲིད་སློབ་གི་ཨ་ནི་མཛུབ་ཁྲིད་འོག་ལ་ཡང་ཁྱེད་རང་གི་ཞིབ་འཇུག་ནང་དོན་དེ་ལ་ཡང་ཞིབ་འཇུག་ཨ་ནི་བྱེད་དགོས་རེད་ཨ་ཞིབ་འཇུག་བྱས་པ་ཙམ་མེད་ཚེ་ལོ་གསུམ་དེའི་ནང་དུ་སློབ་ཚན་ཉམས་པ་དང་ཁྱེད་རང་ཞིབ་འཇུག་བྱས་པའི་འབྲས་བུ་དེ་བཞུགས་སྒར་བླ་བྲང་ཐོན་སྐབས་ལྷ་སྐལ་ལྡན་ཁྱེད་རང་གིས་ང་རང་ཁྱེད་རང་གི་མཛུབ་སྟོན་སློབ་ཡོན་དང་བཅས་པ་དང་ལྷག་པར་དུ་འདི་མ་ཡིན་པའི་བོད་ལུགས་གསོ་བ་རིག་པའི་གི་ད་ལྟ་ག་རེ་ཟེར་ཀྱང་དེའི་ནང་དུ་ཡོད་པའི་ཨནི་ཨནི་མཁས་དབང་གི་ག་ནང་གི་མདུན་དུ་ཀྱང་ཁྱེད་རང་གི་དཔྱད་རྩོམ་དེ་ག་རེ་བྱས་པ་རེད་ཟེར་ན་འདི་བྱས་པ་རེད་དེ་དཔྱད་རྩོམ་འགལ་རྟགས་ཟེར་ད་ང་ཚོ་བོད་འབྲུག་སུ་རེད་བླ་བྲང་ཞེས་པའི་དེའི་མིང་ལ་དཔྱད་རྩོམ་འགལ་རྟགས་བསླུས་བ་ལྟ་བས་ལྟ་བས། ཨོ། དེ་བཞིན་དུ་བརྒལ་བརྟག་དེ་ག་རེ་ཟེར་ན། ཚེགས་ལས་མ་ནོན་པ་ཡིན་ན་ཁྱེད་རང་སླར་ཐོན་དུ་འོས་མར་བྱས་ཙང་དེ་ཡིན་ན་རིག་པའི་གནད་གསང་ཞིབ་ཏུ་སློབ་ཞེས་པ་དེ་དཔེ་མི་སྲིད་པས་ཨ་ན་དེ་འདྲ་ཅིག་མ་འོངས་ལུང་བསྟན་དེ་འདྲ་ཅིག་གསུངས་བཞག་ཟེར་བ་ཨོ་ད་དེ་འདྲ་ཅིག་རེད་ཡིན་ཨ། ད་དེ་རིང་གི་ནང་དོན་དེའི་ནང་དུ་ཁ་སང་དེ། ནི། དེ་རེད་རྨ་ཡི་སྐོར་ཅིག་མ་ཅིག་ཞུས་གསུངས་ཀྱི་འདུག་འགྲོ་བ་རྨ་ཡི་སྐོར་ཅིག་མ་ཞུས་གསུངས་སོང་ད་རྨ་ཡི་སྐོར་དུ་ཅིག་མ། བཞུགས་སྒོར་བྱང་སོང་ན་མ་ཡིན་ནང་དོན་དེ་ནི་ག་རེད་ཟེར་ན་རྒྱ་ཆེན་པོ་གཏིང་ཟབ་པོ་ད་ཞིབ་ཕྲི་རེད་འདུག་ཨ་ཞིབ་ཕྲི་རེད་འདུག་དེ་འདྲ་ཡིན་དུས་ཟེར་ན་རྒྱུད་བཞི་ཁོ་རའི་ནང་དུ་བྱ་བཞག་པ་ཡིན་ན་ཡང་ད་ད་ལྟ་པར་མ་འདྲ་མེད་འདུག་དེ་པར་མ་གསར་པ་བཏོན་ཚུན་ལ་ཤོག་ལྷེ་དྲུག་བརྒྱ་ད་ལ་གི་རོ་མ་ཅིག་འདུག་སྔ་མ་དེ་བར་ཤོག་ལྷེ་དྲུག་བརྒྱ་ནི་ཡང་བཅོས་མིན་གཅིག་ཚེ་གཅིག་ལ་ཡོད་མ་རེད་དེ་འདྲ་ལྟ་ལྟ་དུས་ཟེར་ན་ནི་རྒྱུད་བཞི་ཁོ་རང་གིས་ག་རེ་ནང་ལོག་ནས་བྱ་བཞག་པ་ཡིན་ན་མ་གསུང་བའི་རིག་པའི་གཞོན་ནུ་དེ་ནི་ཡང་དྲུག་བརྒྱ་ཅིག་ཙམ་ཟིན་བསྡད་རྒྱུ་དེ་འདྲ་ཅིག་རེད་ཨ་དེ་འདྲ་དེ་འདྲ་ཅིག་རེད་དེ་འདྲ་ཡིན་དུས་ཟེར་ན་ག་ཚར་མ་ཁོ་རང་གིས་ད་ལྟ་རྒྱུད་རྩ་བ་ནས་བྱ་ན་རྩ་ཚིག་གོ་ར་ནས་རྒྱལ་ཆེན་བདུད་རྩི་ནས་ཀྱང་དེ་འདྲའི་ཟིན་ཡོད་རེད་ད། ནང་དོན་ཁོ་རང་ནས་བསྟན་ཡོང་པའི་ནང་དོན་རྒྱ་ཆེན་པོ་དང་གཏིང་ཟབ་པོ་ཞིབ་ཕྲི་རེད་དུ་ཟིན་གི་འདུག་ཨ་འོ་དེ་འདྲ་ཅིག་རེད། དམར་གསོད་བའི་རིག་པ་འདིས་ད་ལྟའི་སྔོན་ན་ཆའི་གནས་བབ་ག་འདྲ་ཡོད་པ་ལ་སོགས་པ་ད་དང་ཚོད་ཐོག་ལ་ཆ་བཞག་པ་ཡིན་པ་ཡིན་ན། ད་ལྟ་ང་ཚོ་གིས་ཅིག་ད་དོན་ལ་ཡང་ན་ཡང་དུ་སློབ་སྦྱོང་དང་གཏིང་ཟབ་པའི་ཐོག་ནས་ཞིབ་འཇུག་བྱ་དེ་ན་འཕེལ་རྒྱས་གཏོང་བའི་གནས་སྐབས་ཅིག་རེད་འདུག་མ་གཏོགས་ད་ཉམས་རྒུད་སུ་གྲོགས་པོ་རེ་ཡོད་མ་རེད་ད་བོད་ཚིག་རོ་སྐམ་པོ་ཙམ་རེད་ཟེར་བའི་དུས་སྐབས་ཅིག་ནི་མ་རེད་བསམ་གྱི་འདུག་རེད་པ། ཨོ་དེ་ཡིན་དུས་ཚོད་འདིའི་ནང་དུ་ད་ལྟ་ཏིལ་རྒྱུའི་རྩ་བ་གི་ད་ལྟ་འདིའི་ནང་རུ་ཚིག་གཅིག་ངས་རྒྱང་ལྟ་དོན་དུ་བཏོན་བཞག་ཡོད། མ་ཁོ་རང་གིས་ངོ་བོ་དང་ངེས་ཚིག་ལྷན་ཅིག་ཏུ་བསྟན་པ་ཞེས་པ་འདིའི་ནང་རུ། འཛག་པ་ཁྲི་ཁའི་འཚོ་བ་མདོ་སྔགས་བཅས་ལུས་ལས་འཕྲལ་དུ་ཉམས་ཤིང་སྨྲ་བ་ལ་དཔའ་བོ་ཤེས་ལྡན་འདྲ་ཅིག་སྨྲ་ཞིག་བྱ་ཞེས་པའི་ཚིག་ཅིག་ཡོད་ད་དེ་ཚང་མས་མཁྱེན་གྱི་ཡོད་ཨ་རེད་ད་འོ་དེ་ཡག་གི། ཚིག་རྐང་ཚིག་རེ་རེ་ཚུར་ལེན་བྱས་ན་ངས་དཔྱད་བརླག་སྨྲ་ཞིག་བྱ་ཞེས་པའི་ཚིག་ཅིག་ཚུར་བཏགས་དམར་པོ་ཅིག་བརྒྱབ་ཡོད་ཆ་རྐྱེན་འདི་དག་འཛོམས་པ་ཡིན་ན་སྨྲ་ཞིག་ཟེར་གྱི་ཡོད་ཨ་རེད་ཟེར་དུས་ཚོད་ནས་ཨ་ནི་འདིའི་ནང་དུ་འཛག་པ། ནི། ག་རེ་བརྩེགས་པ་རེད་ཟེར་ཁྲག་བརྩེགས་པ། དྲི་ང་བ་དྲི་མི་ཞིམ་པ། འཚོ་བ་འདི་ག་རེད་ཟེར་ན་སྡུག་བསྔལ་དང་བཅས་པ་ཞེས་པའི་ཚིག་གཅིག་ཡོད་ད་དེ་ལས་འདྲི་བཤད་བསྡུ་བསྡུས་འདྲ་ཅིག་བགྱིས་པ་ཡིན་པ་ཡིན་ན་རྨ་བསལ་བའི་སྐབས་ལ་ཡ་བརྩེགས་པ་ཅིག་རེད་ད་གང་ལྟར་ཁྲག་བརྩེགས་པ་རེད། ནི་དེ་ནས་རྨ་རྙིང་པ་ཆར་དུ་རུ་བཞིན་མྱགས་པར་གྱུར་པའི་སྐབས་ལ་ཡ་ནི་རྨ་ནས་དྲི་ངན་པ་བཀོད་པ་དེ་དྲི་དྲི་ང་བ་ཞེས་པའི་ཤེས་པ་རེད། དེ་ནས་ཨ་མ་ཟིག་ལ་ཡ་གང་ལྟར་ཡག་ཚོད་ཁབ་ཅིག་བཙུགས་པ་ཡིན་ནས་ཨ་ཙི་ཨ་ན་ཟིག་དུས་ཚིགས་ནས་ཨ་ནི་དེའི་ནང་དུ་ག་ར་ཟེར་ལུས་ཀྱི་འཚོ་བ་རེད་ཨ་ལུས་ཀྱི་འཚོ་བ་རེད་འཚོ་བ་དེ་ལ་ཡ་ཟེར་འཚོ་བ་ཞེས་པ་དེ་ལ་ཡ། མེ་འབར་རིན་པོ་ཆེ་གི་གསུང་ནང་དུ་ཡ་འཚོ་བ་ཞེས་པ་དེ་ཉམས་སུ་མྱོང་བའི་བདག་ཉིད་ཅན་གསུངས་ཡོད་རེད་དེ་འདྲ་ཡིན་དུས་ཚོར་འཚོ་བའི་ཕུང་པོ་དབྱེ་བ་ལ་ཡ་དབྱེ་བ་མང་པོ་ཡོད་རེད་དེ་འཚོ་བའི་ཕུང་པོ་དབྱེ་བ་ལ་ཡ་ག་ར་འཚོ་བ། བདེ་བ་དང་སྡུག་བསྔལ་དང་བཏང་སྙོམས་འཚོ་བའི་ཕུང་པོ་དབྱེ་བ་ལ་བདེ་དང་སྡུག་བསྔལ་བཏང་སྙོམས་གསུམ་ཡོད་རེད་འདི་དང་ཡིད་བདེ་དོགས་ལྔ་དང་ཡིད་མི་བདེ་དང་བཏང་སྙོམས་ལྔ་ལ་སོགས་པ་དབྱེ་བ་མང་པོ་ཞིག་ཡོད་དེ། ཚོར་བ་གསུམ་བདེ་བ་དང་ཚོར་བ་གི་དབྱེ་བ་གསུམ་རྣམས་ལས་ཚོར་བ་མདོ་སྔགས་དང་བཅས་པ་ཡིན་གྱི་རིག་མ་གཏོགས་ཚོན་པོ་པོ་ཅིག་ལ་ཚོར་བ་བདེ་བ་ཅིག་ཨ་རི་ཨ་རི་ཨ་ན་སུམ་སྟེ་ང་སྐྱིད་པ་ལས་ཟེར་མཁན་གཅིག་རྐང་རྗེས་ཡོད་ཟིག་མ་རེད་པ། འོ་དེ་གཅིག། གཉིས་ནས་ད་ལྟ་ལུས་ཀྱི་གནས་སྐབས་བདེ་བ་དེ་ནས་འཕྲལ་དུ་ཨ་ནི་ཁྲག་ཐིགས་པ་ཅིག་རྒྱབ་ནས་ཉམས་ཤིང་སྨྲ་བར་གྱུར་པ་འདི་ལ་ལ་སྨྲ་ཞེས་བྱ་ཞེས་པ་ཞིག་གིས་དེ་འདྲ་དེ་འདྲ་གི་ད་ལྟ་ངོ་བོ་དེ་འདྲ་ཅིག་ཞེས་བྱ་ནས་ཨ་ནི་བཞུགས་སྒོ་དེ་ག་རེ་ཟེར་ལུས་ལ་དངོས་སུ་ཕོག་ཐུག་རང་ག་རེ་བྱུང་འདུག་བ་ཟེར་ན་དེ་རིང་ཚོན་ཕྱེད་ཙམ་དུ་ག་རེ་ཟེར་ན་པགས་པ་ཤེལ་ལྡན་རེ་ཅིར་སྨྲ་ཞེས་བྱ་ཞེས་པའི་འོག་ལྟ་དེ་རིགས་ཀྱི་མ་ཡི་བཟླས་བྱའི་དེ་འདྲ་ཅིག་ཡོད་རེ་ཨ་དེ་ཡི་རྒྱུད་ཀྱི་རྩ་བ་རྣོ་དང་ཐོག་མ་དེ་འདྲ་ཅིག་གསུངས་པ་དེ་འདྲ་ཅིག་རེད། དེ་ཚོ་དེ་ཡིན་དུས་ཚོད་ངས་ཚིག་འདི་སྔས་ལ་སྟོན་དགོས་པའི་རྒྱུ་མཚན་ག་རེ་རེད་ཟེར་ན། ད། ང་རང་གི་མདུན་དུ་ཨ་ང་རང་གི་མདུན་དུ་ཡང་ག་རེ་ཟེར་ན། བཤེས་གཉེན་དེ་འདྲ་བྱུང་ད་ཡིན་ང་རང་མདུན་དུ་ངའི་མདུན་དུ་བཤེས་གཉེན་ཕལ་ཆེར་ང་དང་འདྲ་མཉམ་ཡིན་པའི་ཕྱིར་ད་ང་ལ་སྟེགས་བཙལ་ད་ག་རེ་ཟེར་ན་ཐོག་ཨ་ཡོད་པའི་ག་རེ་ཟེར་ན། དེང་དུས་ཀྱི་མཁས་དབང་ཤ་སྟག་ཡིན་པ་གཏན་འཁེལ་དེ་འདྲ་རེད། དེ་འདྲ་ཡིན་དུས་ཟེར་ན་ད་ངའི་བདུད་འདྲེ་ལབ་ཉེར་ཚོར་རྒྱབ་རོལ་ཡི་བ་ཅའི་ལབ་ཉེར་དེ་བས་ཀྱང་མང་ཡོད་ཀྱི་རེད་ཨ། མི་ཡི་ནང་དོན་དེ་རྒྱ་ཆེན་པོ་མང་པོ་དང་གཏིང་ཟབ་པོ་མང་པོ་ཅིག་ཞིབ་ཅིག་ཡོད་ཟིག་ཡོད་དེ་ད་ལྟའི་ངོས་ནས་བྱས་ན་ཚིག་རོ་སྐམ་པོ་ཅིག་རེད་ཁོ་ལ་ཆོས་ཁས་ད་ལྟ་བེད་ཡོད་ད་ལྟ་ག་ར་ཟེར་ན་བེད་སྤྱོད་གས་ཡོད་མ་རེད་ཟེར་དེ་ཨ་ནི་ཀ་ཅིག་གི་ག་ར་ཟེར་མ་དེ་ར་རེད་པ་མ་ལ་ག་ར་བྱས་ཡོད་ར་ད་ཨ་འོ་དེ་འདྲ་གསུང་ཉན་ཡང་འདུག་ཨ་ནི་ཀ་ཅིག་གི་ག་ར་ཟེར་ན་ཨ་ད་ངའི་མདུན་དུ་ལབ་རྒྱུ་བྱས་ངའི་དཔེ་མཚོན་དང་བཅས་པ་དོལ་ཚོད་དང་བཅས་པ་ལབ་རྒྱུ་ཡོད་དེ་ཨ་ནི་ཡ་གས་དབང་ཅིག་གི་དེ་མ་ཅིག་ཡ་ཡང་དེ་འདྲ་གསུང་ནས་མི་མང་མོ་སྨན་ཁང་གཅིག་གི་དབུ་ཁྲིད་ཅིག་ཀྲུའུ་རེན་གཅིག་ལ་ངས་ཁ་པར་བརྒྱབ་པ་ཡིན། ད་ལྟ་ཁོས་བོད་གསོ་བ་རིག་པ་དམག་དེ་ལ་ད་བེད་སྤྱོད་རོགས་དང་བརྒྱ་ཆ་བཅུ་ཨ་ཡོད། ཡོད་རེད་པས་ཟེར་ལབ་པ་ཡིན། མི་འདུག་ཟེར་ད་བ་ན། འོ་དེ་འདྲ་གསུང་མཁན་ལྟོས་དེ་ངའི་ལྟ་དུས་ཟེར་ན། དེ་འདྲ་རང་ཅིག་ཏུ་ཨ་ཡིན་ཟེར་མི་འདུག་བ། མི་ཡི་གོ་དེ་ན་བཞུགས་བར་དུ་ཡང་ཅིག་ཡག་པོ་ཅིག་སློབ་སྦྱོང་ཅིག་བྱས་པ་ཡིན་པ་ཡིན་ན་ངས་ཅིག་ན་རིག་པའི་གནས་མལ་ངག་ཟེར་ན་གསང་བ་མང་པོ་ཅིག་དེ་ནས་དེ་འདྲ་ཅིག་འདུག་བསམ་འདུག་འདི་འདྲ་གསུང་མཁན་གྱི་ཁོ་རང་ག་རེད་ཟེར་ན། རྨ་ཡི་ཁྲུན་པའི་བུར་འཛུལ་ཙང་ཁོ་རང་མཐོང་གི་ཡོད་ཕལ་ཆེར་འདི་ལ་མཐོང་གི་ཡོད་མ་རེད། ངས་རྨ་ཡི་ཁྲུན་པའི་ནང་འཛུལ་བའི་གཟིགས་རྟགས་ལ། རྨ་ཡི་ཁྲུན་པའི་ནང་འཛུལ་དུས་ཁོ་རང་ཕལ་ཆེར་འདི་ལ་མཐོང་གི་ཡོད་རེད་ཡིན་ནའི་འདིའི་ནང་དུ་སྐྱེན་གྱི་ཡོད་འདྲ་མོད་འདྲ་ཨ་ལས་མ་ཤེས་ཏེ། གང་ལྟར་ཡང་ང་རང་ཚོ་དེ་འདྲའི་གི་གནས་བབ་འདི་འདྲ་སླེབས་ཡོང་དུས་ཟེར་ན་བོད་ཀྱི་གསོ་བ་རིག་པ་ཁ་ནས་ག་རེད་ཟེར་ན། ཨ་ནི། ཅིག་གི་ཉམས་པ་སླར་གསོ་དང་ཅིག་ཞིབ་ཅིག་ལབ་གི་ཡོད་རེད་ཨ། ཨ་ནི་ཉམས་པ་སླར་གསོ་ག་རེ་ཟེར་ཨ་ལས་ཁྱེད་རང་གི་རྒྱུད་འཛིན་ཅིག་བྱས་ཏེ་གནད་འགག་ཆེན་པོ་ཞིབ་ཅིག་རེད་འདུག་ག། གུས་འདུད་བྱས་ནས་རྒྱུད་འཛིན་བྱེད་ཐུབ་པ་དེ་གནད་འགག་ཆེན་པོ་བཞི་པོ་ཅི་རེད་བྱ། ཉམས་པར་སླར་གསོ་ཟེར་བ་དེ་ཨ་ལས་ལས་སླ་པོ་ཆེ་རྒྱུད་ནས་རེད་མི་འདུག། རེད་པ། འོ་དེ་ཡིན་དུས་ཟེར་ན་ག་རེད་ཟེར་ན་རྒྱུད་འཛིན་བྱས་ནས་རྒྱུད་འཛིན་བྱེད་པ་ལས་ལས་སླ་པོ་ཆེ་རྒྱུད་ནས་རེད་མི་འདུག། བྱས་ཙང་དེ་ཡིན་དུས་ཟེར་ན་ང་རང་ཚོའི་རྨ་ཡི་རིག་པ་གཞུང་ལུགས་འདི་ཡང་སྔོན་གནས་དྲང་གནས་པ་ནས་རྒྱུད་བཞི་གྲུབ་པའི་སྐབས་ལ་ཡང་ད་འདི་འདྲ་གི། རིག་གཞུང་རྒྱ་ཆེན་པོ་དང་གཏིང་ཟབ་པོ་འདི་འདྲ་ཅིག་ཆགས་བསྡད་ཡོད་རེད། ཕྱིས་ཀྱི་འདི་ནས་མ་ཚད་བོད་ཀྱི་ཕྱི་རབས་ཀྱི་ངོས་ནས་ཆ་བཞག་པ་ཡིན་པ་ན་སྐབས་དེ་དུས་ཀྱི་སྤྱི་ཚོགས་དང་འབྲེལ་བ་ཡོད་བསྡད་རྒྱུ་རེད་ལ་འདི་འདྲའི་ངོས་ནས་པའི་རྨ་ཡི་ནང་དོན་ལག་ལེན་ཁག་ཅིག་ལག་ལེན་དུ་མ་བསྐྱུར་བ་བྱས་ན་ཉམས་རྒུད་ཆེ་ཡོད་པ་དེ་འདྲ་ཅི་རེད་བྱ། དེ་འདྲ་ཅི་རེད་བྱ། ད་ཡིན་ནའི་དེ་ལ་མུ་མཐུད་ཞིབ་འཇུག་དང་འདུ་འཛོམས་ནང་དོན་གནད་འགག་དང་འདུ་འཛོམས་སློབ་སྦྱོང་མ་བྱས་པའི་གནས་སྐབས་འོག་ལ་ཡང་ཨེ་ན་ག་རེད་ཟེར་ན་འདིའི་ནང་དོན་ཚུལ་དུ་མ་ཤེས་པ་བྱས་བྱས་ཨེ་ན་བོད་ཀྱི་གསོ་བ་རིག་པ་མ་ཙམ་མ་ཡིན་པ་འདི་འདི་དང་འབྲེལ་བའི་གཞུང་ལུགས་མང་པོ་ཅིག་གོ་ཨ་ལི་ཡར་ཐོ་ལ་བྱ་ཞིབ་ན་ཨེ་ན་ཤུགས་རྐྱེན་ཞིབ་ཅིག་ད་ལྟ་ཐེག་འགྲོ་གི་ཡོད་རེད་བ་འོ་དེ་འདྲ་ཅི་རེད། དཔེར་ན་ད་ལྟ་བདག་ནི་ད་ལྟ་རྒན་དབང་འདུས་ལགས་ཀྱི་ད་ལྟ་འདི་ད་ནི་ང་ཚོ་གི་འདི་འདྲ་གི་ང་ཚོ་འདི་ཇོ་ནང་གི། ཨ་ནེ་སྡེ་བུས་ཆུ་མེ་ལིང་གི་འཛིན་གྲྭའི་ཉི་མ་གཅིག་དེའི་སློབ་ཚན་ཚུར་ང་ཚོའི་བོད་ལུགས་གསོ་རིག་གི་སློབ་སྦྱོང་སྐོར་གྱི་དེའི་ནང་དུ་ཨ་ནེ་སྡེ་བུས་ཀྱི་སློབ་ཚན་བྲིས་དེའི་ནང་དུ་དགེ་ལགས་ཀྱི་དགོངས་པ་ཕལ་ཆེར་ང་ཚོའི་སློབ་གྲྭའི་དགེ་རྒན་ནོར་བུ་དོན་འགྲུས་དང་ད་ལྟའི་དགེ་རྒན་ཆེན་མོ་རྒན་ནོར་བུ་དོན་འགྲུས་ལགས་དེ་ནས་མར་རྒན་དབང་འདུས་ལགས་སྐུ་ཚབ་གནང་ཅིང་གསུངས་སོ་དེ་ལྷག་པར་དུ་ད་ལྟ་རྒན་དབང་འདུས་ལགས་ག་རེ་གསུངས་འདུག་ཟེར་ན་ཚང་མ་ལ་ཡང་གསུངས་སོ་དེ་ལྟའི་གནས་སྐབས་ནས་བྱས་ན་བོད་གསོ་བ་རིག་པའི་ད་ལྟ་བ་ནི་རྒྱུད་བཞི་ནས་བཙུད་པའི་མན་ངག་དུ་དུ་སྦས་པའི་སྐབས་མ་རེད་ད་ལྟ་སངས་བྱ་རིམ་པ་བསླབ་པའི་སྐབས་རེད་རེད་བ་དེ་གཅིག་མ་གཏོགས་མན་ངག་སྦས་འགྲོ་བའི་སྐབས་མ་དེ་དེ་མ་རེད་ད་དུ་ཚོད་དེ་ཡིན་དུས་ཡོད་དུས་ད་དུས་ང་ཚོས་རིག་བདེ་འདུལ་དང་མན་ངག་དེ་གྱི་ཡ་སྟོན་བྱས་ན་ང་ཚོས་ཞིབ་འཇུག་བྱས་བྱས་ནས་དེང་དུས་སྤྱི་ཚོགས་ཀྱི་ཚན་རིག་དང་མཐུན་པའི་གི་ག་རེད་ཟེར་ན་དུ་དུ་ཞིབ་འཇུག་བྱས་ནས་ཨེ་ན་ང་ཚོས་ཁྱབ་སྤེལ་བྱས་རེད་མ་གཏོགས་ཅེས་སྦས་སྦས་ད་དུ་ཡོད་པ་གོ་ལ་ཡི་སོ་སོས་མ་ཤེས་པ་ད་དུ་ཡོད་མ་རེད་མི་འདུག་ཟེར་ད་དུ་མ་ཨེ་ནས་འདི་འདྲའི་གི་ག་རེད་ཟེར་ནས་དེ་འདྲའི་བྱེད་པའི་དུས་སྐབས་མ་རེད་ཟེར་དེ་འདྲའི་སོ་སོས་བྱས་ཚར་དེ་ཡིན་དུས་ཟེར་ནས་སྨན་རིག་པའི་གཞུང་ལུགས་འདི་ལ་ཡང་ག་རེ་ཟེར་ན། ཨནི། ད་ལྟ་ངས་བལྟས་པ་ཡིན་ན་སློབ་ཆུང་མ་ཟེར་ན་རྒྱུན་ནས་ཡོང་ས་རེད་མི་འདུག་བསམ་གྱི་འདུག་རེད་བ། གང་ཡིན་ཟེར་ན་དེ་རིང་འདིའི་ནང་དུ་ངས་ད་ལྟ་འདི་འདྲ་ཞིག་བཟོས། ད་ང་རང་ཚོས་ལྟ་དུས་བལྟས་དུས་ཟེར་ན་བོད་ཀྱི་གསོ་བ་རིག་པའི་གི་མན་ངག་རྒྱུད་ཀྱི་ད་ནང་དོན་ཕལ་ཆེ་བ་ཅིག་ག་རེ་ཟེར་ད་རྒྱུད་གསུམ་དུ་སྦྱངས་ཡོང་གི་དེ་མན་ངག་རྒྱུད་ཀྱི་ནང་དོན་ཕལ་ཆེ་བ་ཞིག་སྦྱངས་ཟིན་པ་འདི་འདྲ་ཅིག་རེད། འདིའི་ནང་ལོགས་ནས་ད་ལྟ།

རེད་དམ་མ་ཤོད་རེད་དམ་མ་མ་ཤོད་བྱས་ཚོད་གནས་ཚུལ་ག་ར་ལྷག་འགྲོ་གི་འདུག་ག་ཟེར་ན་གནད་འགག་ཏིག་ཏིག་ག་ར་ཟེར་ན་དེ་བཞུགས་པ་དེ་ག་ར་ཟེར་ན་ཕྱི་པའི་གནས་སུ་ཁྲ་ང་རྒྱལ་ཞེས་པའི་གནས་དོན་དེ་རེད་ཡུལ་རིས་ཕྱི་ནས་དམ་མ་མ་ཤོད་ཡིན་ཞེས་པ་བྱས་ཚེ་དེའི་དོན་དེའི་གནད་འགག་གཅིག་རེད་དམ་མ་མ་ཤོད་དེ་མ་ཤོད་བའི་ནི་གནས་ཚུལ་དེའི་ནང་རེད་ངོ་ད་ལྟ་དང་དམ་མ་མ་ཤོད་ཉེས་པ་དེ་བྱས་བྱས་ན་ཐ་མ་ག་ར་ཟེར་ན་ངན་ལ་ཡག་ཐ་མ་ཐ་མ་རང་ཐ་མར་ལྟ་ངན་ལ་ཡག་ཕྱི་མའི་གནས་སུ་ག་ར་ཟེར་ན་ངན་ཐ་རྒྱལ་དེ་གནད་དོན་དེ་གཅིག་རེད་ཁྲ་ང་རྒྱལ་དེ་གནད་དོན་གཅིག་རེད

མ་ཞུགས་ཞེས་པའི་ནང་ལོགས་ནས་ཀྱང་ཏིག་ཏིག་དང་པོ་མ་ཞུགས་ཞེས་དང་དང་པོ་མ་ཞུགས་གནད་དོན་ནང་གནད་དོན་དང་པོ་ལགས་ས་ཏིག་ཏིག་ག་རེད་ཟེར་ན་ཨ་ནི་ག་རེད་ཟེར་ཨ་ནི་མ་ཞུགས་ཞེས་པ་དེ་རེད་ད་བར་དུ་ཕྲ་ངས་རྒྱས་པ་དེ་རེད། ཡིན་ན་ཡང་ག་ཚོད་ཁུངས་ལེན་སྐབས་ཀྱི་མ་ཞུགས་ཞེས་པ་དེ་དམག་དཔུང་སྐབས་དུ་ཞེས་པའི་དམག་དཔུང་གྲངས་ཅན་ཞེས་པ་འདི་ཁོ་ན་རེད་པ་དང་དམག་དཔུང་ཚགས་ཆེན་ཞེས་པ་དེ་རྒྱུན་ལས་མ་རེད་འོ་དེ་གཅིག་རེད་ད་ཆ་ཚགས་ཤོས་དེ་ག་རེད་དམག་དཔུང་ཚགས་ཆེན་དང་གྲངས་ཅན་གཉིས་རེད་ད་དེ་གཉིས་གཉིས་ག་རེད་ཟེར་ན་ཕྲ་ངས་རྒྱས་པའི་གནད་དོན་འདི་གཅིག་རེད་བཞག་འདི་ནས་གནད་དོན་གཅིག་ག་རེ་བཤད་ཡོད་རེད་ཟེར་ན། མི་རྒན་ཡག་ད་ལྟ་མི་ངག་འགྱུར་བའི་སྐབས་བཅུ་གསུམ་པ་ག་རེད་ཟེར་ན། ད་ཡིན་ནའི་སྐབས་བཅུ་གསུམ་པ་འདི་ངས་ད་ལྟ་སྐབས་བཅོ་ལྔའི་ནང་ལོ་ནས་ད། ཉེས་རྡོག་གི་ད་ལྟ་རིགས་པའི་གཞུང་ལུགས་གཏིང་ཟབ་ཤོས། ད་ལྟ་ག་རེད་ཟེར་ན་ཞིབ་འཇུག་བྱེད་པའི་རིན་ཐང་ཆེ་ཤོས་རེད་འདི་ག་རེད་ཟེར་ན་ཏིག་ཏིག་མཐའ་མ་འདི་ག་རེད་ཟེར་ན་མཇེར་དུག་གསོ་བ་དང་མཇེར་དུག་དུག་ནད་གསོ་བ་དེ་རེད་གསུངས་ཡོད། དུག་ནད་གསོ་བ་དེ་ག་འདྲ་རེད་ཟེར་ན་དེ་འདི་ནི་ཉེས་ཆེ་ཤོས་དེ་ག་རེད་ཟེར་ན་དེ་རིང་འདིའི་ནང་དུ་དུག་ཞེས་པ་འདི་རེད་ཡིན་ནའི་དུག་དེ་ག་འདྲ་ཞིག་གསུངས་འདུག་ཟེར་ན་མཛེ་དུག་གསོ་བའི་ནང་དུ་རིག་པ་གཅིག་གསུངས་ཡོད་རེད། མདོར་ན་དྭངས་མའི་རྟགས་ལ་དུག་བཞིན་པའི་ལུས་གཟུགས་གདོན་དང་དྲི་མ་ཀུན་ལ་སྐྱོབ། ནད་ཀྱི་འགྱུར་བ་ནད་རྟགས་ཅི་ཡང་འདི་རླུང་ཁྲོད་བད་ཀན་དུ་བ་འཁྲུགས་པ་གཅིག། དྭངས་མའི་རྟགས་ལ་དུག་བྱུང་ལུས་གཟུགས་གདོན་དང་དྲི་མ་ཀུན་ལ་སྐྱོབ། དྭངས་མའི་རྟགས་ལ་དུག་བྱུང་ནས་ག་རེ་བྱེད་པ་རེད་ཟེར་ན་དྭངས་མ་དེ་ག་རེ་དུག་གིས་མ་རུངས་པར་བཟོས་ཟེར་ན་ཁྲག་ངན་བཟོས་པ་ད་ཁྲག་ངན་རེད་ད་ག་ད་གང་ལྟ་ཡང་ག་རེད་ཟེར་ན་ཁྲག་ངན་རེད་བསམ་གི་འདུག། ཁྲ་ངན་ཁྲ་ངན་དེ་བྱ་བ་རེད། ཡིན་ནའི་དུག་གི་ཁྲ་ངན་སོས་ཏེ་སྐྱོ་སྟེ་དམུ་བོ་སྐབས་ཀྱི་ཁྲ་ངན་དེ་སྦེ་ཏི་ཀ་རེད་ཟེར་ན་ལོག་ག་རེད་ཚབས་ཆེ་ཆུང་གོ་ར་ག་དེ་སྦེ་ཏི་ཀ་རེད་ཟེར་ན་ལོག་ག་རེད་ཡིན་འདི་འདྲ་ཡིན་དུས་ཟེར་ན་ག་རེད་ཟེར་ན་ནད་འགོག་གི་ནད་རྟགས་འདྲ་མི་འདྲ་བཅོ་བརྒྱད་དུག་ག་པ་ཟེར་དུག་དེ་དྭངས་མའི་སྟེ་དྭངས་མའི་རྟགས་ལ་དུག་དུ་ཞུ་ན་དུག་ག་པ་ཀླད་ནད་ག་རེད་ཟེར་ན་ཀོ་ནད་རྟགས་སྟོན་གི་རེད་མིག་ལ་ཞུ་ན་མིག་དག་རེད་མིག་མིག་མིག་ལོང་འགྲོ་གི་ཡོད་རེད་ཨ་མཆོག་ཞུགས་པ་ན་ཨ་མཆོག་འོན་འགྲོ་གི་ཡོད་རེད་མཆིན་པར་ཞུགས་སོང་ན་མཆིན་པར་ཡག་ག་རེད་ཟེར་ན་ཁྲ་ངན་རྒྱས་འདྲ་གི་རེད་འདི་དང་འདི་འདྲ་བ་ལ་སོགས་པ་ག་རེད་ཟེར་ན་དུག་ནད་ག་དུག་ག་རེད་ཟེར་ན་ངོ་མཚར་ནད་ངོ་མཚར་ནད་དག་དུ་མ་སྟོན་པར་བྱེད་ཅེས་ཟེར་བ་འོ་དེ་རེད་ད་དེ་ཡིན་དུས་ཟེར་ངས་དེ་རིང་འདིའི་ནང་དུ་ག་རེ་བྱས་པ་ཟེར་ན་ཁྲ་ངན་ཟེར་འདི་རེད་འདུག་ཟེར་ད་འོ་དེ་ཡ་དུག་ནད་ཟེར་ཁྲ་ངན་འདི་རེད་ཟེར་དེ་ནས་ངས་དེ་རིང་འདིའི་ནང་དུ་ཚོད་མ་ཞེས་པ་བྱས་ཚོད་མ་དེ་དག་དུག་སྟོན་ཡང་ཚོད་མ་ཟེར་དུས་དེ་ལ་ང་ང་ཚོས་ད་གིན་ནད་ཞིག་ད་ལྟ་སྐལ་བ་འཁང་ཞེས་གསུངས་པ་དང་ད་དེ་མ་ཡིན་པའི་མང་པོ་ཅིག་ཡོད་ཨ་ཡོད་ད་ཡོད་ད་ཁ་བོད་ལུགས་གསོ་བ་རིག་པའི་ནང་དུ་ཆ་ལག་ནི་ཡང་འདིར་ཞིབ་འཇུག་ཞིག་ཡིན་རེད་དེ། འོ་དེའི་ནང་དུ་ད་ཡོད་མ་རེད་ཡོད་མ་རེད་ཚིག་རུ་སྐམ་པོ་རེད་ཟེར་གི་གསུང་སྙན་མང་པོ་ཅིག་འདུག་ད་ཡིན་འགྲོ་མིན་འགྲོ་གང་ཞིག་ད་ཁོ་རང་གི་ད་ཁྱིན་རྒྱ་ཡག་ན་ཨེ་ན་ཚིག་རུ་སྐམ་པོ་ཅིག་མཐོང་གི་ཡོད་མེད་འགྲོ་བསམ་གི་འདུག་ཨ། འོ་དེ་འདྲ་ཅིག་བསམ་གི་འདུག་མ་གཏོགས་ཅིག་གིས་སྨྲ་ཞེས་པ་དེ་ཁོ་རང་གི་སྨྲ་འཛག་པ་ད་གི་ནས་འཛག་པ་ཟེར་དེ་ནས་ཁུག་སམ་དེ་མ་གཏོགས་ཡོང་གི་མེད་པ་འདྲ་འཛག་པ་སྨྲ་མ་གཏོགས་གུག་གི་མེད་པ་འདྲ་འདུག་ཨ། ཚོན་ཕོག་པ་དང་ཁྲག་འཛག་ཨེ་བཞུགས་གོ་སྨྲ་ཆ། འོ་དེ་མ་གཏོགས་དེ་བསམ་བྱའི་ཁུག་གི་མེད་པ་འདྲ་འདུག

ཁྲག་ངན་གྱི་དུས་ཆོས་སྲིད་ཀྱི་དུས་ག་རེ་ཟེར་ན་གནའ་གི་དུས་ཟེར་ཞེས་རེད། རྨ་སེར་པའི་སྐབས་ལས་ལུས་ཀྱི་ཟུངས་ཁྲག་ཁྲག་རེད་ཁྲག་འཛག་པ་རེད་ཡིན་ན་ཉི་མ་གཅིག་ཕྱིན་གཉིས་ཕྱིན་རྨ་ནས་གར་འཛག་གར་འཆག་འཆག་འགྲོ་གི་ཡོད་རེད་ཟེར་ན་ཁྲག་ངན་འཆག་འགྲོ་ཁྲག་ངན་ཁྲག་ངན་འཆག་འགྲོ་གི་རེད། ཁྲག་ངན་དེ་འཆག་ཚར་པའི་རྗེས་ལ་དེ་རིང་རྨ་དེ་རྨ་ཕོག་སའི་གནས་ཟླ་ག་རང་དུ་ག་རེ་ཟེར་ན་ཁྲག་ངན་འཆག་ཡོད་ཡིན་ནའི་ཁྲག་ངན་དེ་གནས་དེ་གཅིག་པུ་རུ་བསྡད་གི་མ་རེད་ད་ལ་རེད་མ་རེད་རྨ་དེ་ཁྲག་ངན་དེ་གནས་དེ་གཅིག་པུ་བསྡད་གི་མ་རེད་ང་ཚོའི་ཕྲག་ཏུ་སྐད་ཅིག་ཙམ་མ་ཡང་ལུས་ལ་ཡང་ཀོ་ར་བརྒྱན། ཕྲག་ཀོ་ར་བརྒྱན་ན་འབྲུ་བཏུད། འབྲུ་བཏུད་བྱས་ནས་ཏོག་བཏད་དུས་ཁྱེད་རང་གི་རྨ་དབྱིབས་གཡས་གཡོན་གྱི་སྨུག་ཐིག་སྨུག་ནག་ཆེ་དྲག་པོ་རེ་ཞིག་ཡོད་དེ། འདིའི་ནང་ལོགས་ཀྱི་ག་རེ་ཟེར་ན་ཆ་ཤས་ཕྲ་ཡང་དེ་ལུས་ལ་ཀོ་ར་བརྒྱན་འབྲུ་ཡོད་དོ། ལུས་ལ་ཀོ་ར་བརྒྱན་ནས་འབྲུ་བཏུད་ཚེ་ན་ཉེན་ཁ་ཆེན་པོ་ཞི་བ་བཟོས་པ་རེད། ཉེན་ཁ་ཆེན་པོ་ཞི་བ་བཟོས་པ་རེད། ཡིན་ནའི་འདིའི་མིང་ལ་ཡང་དངོས་སུ་ཞེས་ད་ལྟ་རྨ་ལྕི་ཟོས་ཟེར་ད་ཡིན་ནའི་རྨ་ཡིན་ཐོག་མའི་སྐབས་ལ་ཡང་རྨར་དེ་ལ་ཡང་ག་རེ་ཟེར་ན་བྱེར་ཞིག་ཅེས་མ་རེད་དོན་དག་ངོ་མ་འདི་ག་རེ་ཟེར་ན་བྱེར་ཞིག་རེད། བྱེད་ཤེས་པ་རེད། འོ་དེ་ནས་ཀྱང་གང་ཟེར་ལུས་ལ་ནི་མི་རུང་བའི་ཉེས་པ་ཐམས་ཅད་ཀྱིས་གང། འདི་འདྲ་ཡིན་དུས་ཚིག་ནང་ག་འདྲ་ཟེར་ན་དུག་ནད་བཤོས་མ་གོ་བ་བྱས་ཁྲག་ངན་རྒྱས་པ་ཙམ་མི་སྲིད་ནི་ལུས་ཀྱི་གནས་གང་རུང་ཉེས་པ་ཚབས་ཆེ་ཅིག་རེད་ཞག་ཁྲག་ངན་རེད། བད་ཀན་སྨུག་པོ་ཁྲག་ངན་རེད། ཚ་སྐྱིལ་གྲང་སྐྱིལ་གཉིས་ཀའི་ནད་ཁྲག་ངན་རེད། ཁྲག་ངན་རྒྱས་པ་དེ་ལ་བརྟེན་ཕྱིར་སྨུག་པོ་ན་བ་རེད། དམག་བུ་ན་ཚ་བའི་རྗེས་ལས་དམག་བུ་ཐོག་མར་ན་བ་ན་སྲིད་པ་དེ་ཕྱི་མ་དམག་བུ་རེད། ཕྱི་མ་དམག་བུ་ན་ཡོང་བའི་སྐབས་ལ་ཡར་ནམ་རྒྱུན་ཁྲ་ངན་རྒྱུ་བའི་རྒྱུ་ཚུལ་སྐོར་ལ་བལྟས་བྱས་ནས་དགའ་ནི་ངའི་སློབ་ཕྲུག་ཚོ་ལ་རྒྱལ་ཁ་སྐྱེ་ནི་ག་རེ་ཟེར་ན་རྟའོ་རྒྱབ་པ་རེད་ཟེར་རྟའོ། མཚམས་སྦྱོར་གཏུགས་ཟེར་ལབ་ན་ངའི་མཚན་སློབ་མ་ཚོ་ལ་ངག་བདེ་བ་འདུག་ག་ཡིན་ཟེར་ན་རྒྱལ་ཁ་རེད་ཟེར་རེད་ཟེར་རྒྱབ་པ་རེད་བ་ཨེ་འཁོར་ག་རེད་ཟེར་ན། ངག་བདེ་བ་རེད་ཟེར། ཨེ་ནི་ག་རེ་ན་བ་རེད་ཟེར་ན། དང་པོ་ན་ཚ་དེ་ཕྱི་མ་དམག་བུ་ན་དེ་ནས་མ་ཕྱི་སྐྱིད་བྱས་ན་རྒྱུ་ལམ་ལོག་བྱས་ན་ག་རེ་ཟེར་ན། ཕོ་བ་དམག་བུ་ན་རྒྱུ་མ་དམག་བུ་ན་ལོང་དམག་བུ་ན་གཏུགས་ཟེར་རེད་དེ་འདྲ། སྟབས་བདེ་རེད་ད་དམག་དཔོན་རང་ལས་གཞི་ཞེས་པ་དེ་སྟུག་ས་ན་བ་རེད། འདི་མ་ཡིན་པའི་འདི་ནས་སྤྲོད་ན་གང་ལྟར་ཁྲག་ངན་གྱི་ཁྲག་ངན་ལ་བཟོས་པའི་ན་ཚ་མང་པོ་ན་རྒྱུ་ཡོད་རེད་དེ་ཨ་ལེ་དེའི་སྟུག་ཚིག་བཞག། མ་ཞུ་བ་ནས་བྱུང་ནས་ཁྲག་ངན་སྐྱེས་པ་རེད་མཚོན་ཡོལ་ནས་བྱུང་ནས་ཁྲག་ངན་སྐྱེས་པ་རེད་ཡིན་ནའི་གཅིག་ག་རེད་ཟེར་ན་ཆེ་རྐྱེན་རེད་གཅིག་ག་རེད་ཟེར་ན་ནང་རྐྱེན་རེད། འོ་དེའི་ནང་གི་དུག་ནད་གསོ་བ་དུག་དང་བད་ཀན་དམག་དཔོན་དང་མ་ཞུ་བ་ཞེས་པ་དེ་ཁྲག་ངན་དེ་ག་ནས་སྐྱེས་འགྲོ་བ་ཟེར་ན་ཕྱི་མའི་ནས་ཡུལ་ནས་བྱས་ནས་སྐྱེས་འགྲོ་བ་འདུག་ཟེར་ད་ངན། མཚོན་མ་དེ་ག་རེ་རེད་ཟེར་ན་ག་ནས་སྐྱེས་འགྲོ་བ་འདུག་བ་ཟེར་ན་དམག་ཁོ་རང་ནས་སྐྱེས་ཀྱང་ཁྲག་ངན་སྐྱེས་འགྲོ་བ་འདུག། ཡིན་ནའི་ཕྲ་བའི་དེ་བཞུགས་སྒར་ག་པར་འགྲོ་འདུག་ཟེར་ན་འདིའི་གནད་དོན་དེ་ལོག་ག་ཅིག་རེད་དེ་དེ་ལོག་ག་ཅིག་རེད་ཤག་ཟེར་བ། དེ་ནས་ངས་དེ་རིང་འདིའི་ནང་དུ་ག་རེ་ཟེར་ན་ལོག་འགྲེལ་ཅིག་ཞུས་ཡོད་རེད་བ། མཇལ་དུས་གསོལ་བའི་སྐབས་ལ་ཡང་དེ་འདྲ་ཞིག་གསུངས་ཡོད་རེད་མཇལ་དུས་གསོལ་བའི་སྐབས་ལ་ཡང། སྨོན་གྲོལ་དྭངས་མ་གནས་སུ་མ་མི་དང་རྨོག་པོ་ཆེ་དང་འགྲམ་འཁྲུགས་རིམ་སྙིང་རྣམས། མཇལ་དུས་བྱ་དུས་བསུ་ཐབས་འཁྲུགས་ཤིང་བཅོས་སོ། མཇལ་དུས་བྱ་བསུ་ཐབས་འཁྲུགས་ཤིང་བཅོས། ད་ལྟ་ག་རེ་ཞེས་པ་སོགས་ངོ་བོ་མི་སྤྲོད་པ། ཐ་མ་མི་དམིགས་པ། དམག་པོ་བྱེ་བ། འགྲམ་པ། འཁྲུག་རྩད། འགྲིམ་རྩད། འཁྲུག་རྩད། རིམ་སྙིང་པོ་རེ་དང་སྙིང་པོ་མ་རེ་དང་རིམ་སྙིང་པོ་སི་རེ་དང། འོ་དོ་ཚོའི་རིགས་ཐམས་ཅད་ཀྱི། ཨེ་ན་ག་རེ་ཟེར་ན་ཐང་ཚང་མ་ག་རེ་ཟེར་ན་འགྱེར་གཏུགས་དང་ཆ་མཐུན། དེའི་གསུང་གསལ་དེ་ག་རེ་ག་རེ་ག་རེ་ག་རེ་གསུང་བ་རེད་ཟེར་ན། འགྱེར་གཏུགས་སྐབས་དུ་གསུང་ཡོད་མ་རེད་ད། འདི་ག་རེ་སྐབས་དུ་གསུང་བ་རེད་ཟེར་ན་འདིའི་སྐབས་དུ་གསུང་བ་རེད། འདི། བདག་ངས་འདི་གསལ་བར་སེམས་ཏེ། འདི། ངོ་བོ་མི་སྤྲོས་པ་དང་ཐ་མ་མ་བཞིན་གཟུགས་སུ་མ་དམིགས་པ་ཞེས་པའི་ལེའུ་གཅིག་ཡོད་པ་འོ་འདིའི་སྐབས་དུ་གསུངས་པ་རེད། མདོར་བསྡུས་ནས་བཤད་པ་ནི་འདི་ག་རེ་རེད་ཟེར་གྱུར་ཏུ་རེད་གྱུར་ཏུ་སྐབས་དུ་གསུངས་པ་རེད། འདིའི་གྱུར་ཏུ་སྐབས་དུ་སྦྱོར་སྡོམ་སྐབས་ལ་ཡང་ཚིག་འདི་གསུངས་པ་རེད་ཚིག་འདི་གནད་འགག་ཆེན་པོ་བཞི་པོ་ཆུ་འཐུང་གི་འདུག་ངས་བལྟས་དུས་ཚིག་ནི། འོ་ཚིག་འདི་གནད་འགག་ཆེན་པོ་བཞི་པོ་ཆུ་འཐུང་གི་འདུག། འབྱེད་འདུག་བྱེད་འདུག་བསུ་ཐབས་བྲུ་བཞིན་བསུས་བསུ་ཐབས་བྲུ་བཞིན་བསུས་དགོས་པའི་རྒྱུ་མཚན་ག་རེ་རེད་ཟེར་ན། འོ་དེ་རིང་འདིའི་ནང་དུ་ངས་འདི་ག་ནས་དང་པོ་དེ་ཡང་སྨྲ་ལ་སྦྱར་བ་རེད་གཉིས་པ་དེ་ག་རེད་ཟེར་ན་འདི་རིང་འདི་དང་ངོ་བོ་མི་འདྲ་བ་དང་དང་པོ་མ་བཞི་གཟུགས་སུ་མ་སྨིན་པ་ཞེས་པ་འདི་ག་རེའི་སྐབས་ལ་གསུངས་པ་རེད་གྱུར་དུག་སྐབས་ལ་གསུངས་རེད་གྱུར་དུག་ལ་གཉིས་རེད་ག་རེ་ཟེར་ན་མི་སྤྲོ་བའི་དུག་དང་དང་པོ་མ་བཞི་གཟུགས་སུ་མ་ཡིན་མིན་གཉིས་རེད། མི་སྤྲོ་བའི་དུག་དེ་ལ་ཡང་གསུམ་ཡོད་མི་སྤྲོ་བའི་དུག་དེ་གསུམ། སྔ་མ་མ་བཞི་ཕྱི་མ་གསུམ་དང་ཕྱིས། བསྲེས་ཏེ་བཟོས་པ་དང་ལྷན་ཅིག་བཟོས་པ་གསུམ་རེད།

འོ་དེ་ཡོད་དུས་སུ་ནི་མ་ཞུ་བའི་ལེའུ་གི་དང་མམ་དོ་མ་ཞུ་བའི་ལེའུ་གི་ཏེ་མ་གོ་མི་སྤྲོ་དངོས་བསྟན་གྱི་རྒྱུ་རྐྱེན་གྱི་གཞི་དེ་མཐར་ཕྱིན་པ་ཅིག་རྟོགས་དགོས་ཀྱི་ཡོད་པ་ནི་གྱུར་དུས་ནང་གི་དང་མ་མ་ཞུ་བ་དང་མ་ཞུ་གཟུངས་སུ་མ་སྨོས་ཞེས་པའི་དེ་ཤེས་དགོས་དེས་ན་དོ་མ་སྒོམ་དུས་མིན་ངོ་བོས་འཇུག་དཀའ་བ་ཞེས་པ་རེད། འོ་མ་སྒོམ་དུས་མིན་མ་སྒོམ་པ་ཟེར་བའི་དུས་མ་ཡིན་པའི་ཟེར་བ། ངོ་བོ་འཇུག་དཀའ་བ་ལ་བུ་འབྱེད་པ་ལྟ་བུ་ཟེར་བ། འོ་དོ་ཚུལ་ག་རེད་ཟེར་ན་ནི། མ་ཞུ་བ་དང་མ་ཞུ་ན་གི་རེད་ཟེར་ན་རྒྱུ་མཚན་ག་རེད་ཟེར་ན། མ་ཞུ་དང་ཉིད།

སྒྲ་མི་འདྲ་དེ་འདྲ་ཅིག་སྐྱེས་སྲིད་ཀྱི་རེད། ཡིན་ནའི་ན་ཚ་སྟོབས་ཆེ་ཤོས་དག་འདི་ག་རེད་ཟེར་ན་འོ་ད་འདི་རྒྱ་རེད་ཟེར། འདི་དག་ཚང་མས་ག་རེད་ཟེར་ན་ཨེན་ཅིག་གི། གཅིག་ཕྱི་རྒྱལ་རེད་གཅིག་ག་རེད་ཟེར་ན་ནང་རྒྱལ་རྐྱེན་བྱས་ནས་གང་ལྟར་ཡང་ཁྲ་ངན་གྱིས་འདུག། ཁྲ་ངན་འདི་ལྟ་བུ་ཅིག་དཔེར་ན་ཡང་དེ་རིང་གི་དམག་བུ་བྱེ་བ་ལྟ་བུ་དང་ཨ་ནི་ད་ལྟ་ག་རེ་རེད་ཟེར་ན། ད་དམག་བུའི་ནང་ངོ་ཚ་གཅིག་གྲངས་གཅིག་གཉིས་བཤད་ན་འགྲིག་གི་འདུག་གང་ལྟར་མི་ཤུགས་བཤད་ན་འགྲིག་གི་འདུག། འོ་དོ་ཚོ་ཕྱི་མའི་གནས་སུ་ཁྲ་ངན་གྱིས་ན་ཁྲ་ངན་བྱེ་བ་རེད། ཁྲ་ངན་བྱེ་ས་སུ་ག་པ་བྱེ་བ་རེད་ཟེར་ན། ཕྱིན་པ་ནས་སྙིང་ལ་ཕྱིན་པ་རེད། སྙིང་ནས་ག་རེ་བྱེད་མ་ཚད་གློ་བ་ལ་བྱེད་པ་རེད་གློ་བ་ལ་སྙིང་རེད་སྙིང་ནས་ལུས་ལ་བསྟུད་མས་བར་གསུམ་ཐམས་ཅད་བྱེད་པ་རེད། འདི་སྡུག་ཤོས་ནང་གི་སྡུག་ཤོས་རེད། སྡུག་ཤོས་ནང་གི་སྡུག་ཤོས་རེད། བྱས་ཙང་ང་ཚོ་ག་རེ་བྱས་ན་ཁུངས་སྣེ་སུ་བ་དགོས་དྲག་བྱེད་བས་ག་རེ་གསུངས་འདུག་ཡ། དྲི་བཟང་བྱེད་ཀྱིན་ན།

འབྲས་དང་སུ་ཡོད་དྲེག་དང་གྲུམ་བུ་དང། མིག་སེར་རྩ་འདྲ་རྐང་པ་དུ་མ་འགྱུར། འོ་འདི་རེད་ད་ན་ཚ་དེ་འདྲ་སྐྱེ་སྲིད་པ་དེར། ཡིན་ནས་བྱེར་བ་དེའི་བྱེར་བྱས་ན་ཚ་དེ་འདྲ་སྐྱེ་སྲིད་པ་རེད་དེ་ཁྱེད་རང་གི་བྱེར་བ་ཤེས་ན་ད་བུད་ལུགས་སུ་རེད་ན་སྨན་པ་ཚོ་གི་ང་ཚོ་རང་རང་ཚོ་སྨན་པ་ཚོ་གི་བྱེར་བ་ཤེས་ན་ད་མཁས་པ་ཏིག་ཏིག་ནང་གི་ཡང་རྩེར་སོན་པའི་མཁས་པ་རེད་ཟེར་ད་བྱེར་བ་ཤེས་ན། ཡིན་ནས་བྱེར་བ་ཤེས་ནས་ཁྱེད་རང་ན་ཚ་དེ་ནག་རིགས་སུ་ཁ་ཚོད་གཅོད་ཐུབ་ར་ཟེར་ན་ཁ་ཚོད་རྒྱུན་ནས་གཅོད་ཐུབ་གི་མ་རེད། བཀའ་བརྩོན་བཅོས་མི་ཐུབ་པ་རྒྱུ་མཚན་ག་སང་བྱེར་གི་བྱི་སེར་གི་གནས་འོག་དྲུད་པ་མགོ་ལ་བྱེད་ཀྱི་རེད་གནས་རྐང་པ་བྱེད་ཀྱི་རེད་ཡན་ལག་བྱེད་ཀྱི་རེད་དོན་ལྔར་བྱེད་ཀྱི་རེད་ཀླད་པ་བྱེད་ཀྱི་རེད་རྩ་ལ་བྱེད་ཀྱི་རེད་རྒྱུད་ནས་བཤད་ཐུབ་ཀྱི་མ་རེད་ད། འདི་ག་ར་སང་ང་ཚོ་ཡི་ད་ལྟ་གྲོ་ལུས་ན་ཚོས་བཤད་པའི་རྒྱུ་རྐྱེན་རྟེན་འབྲེལ་རྩོམ་པའི་ལུས་སུ་གྲུབ་ཞེས་པའི་ཚིག་འདི་ཀོ་ག་ཚ་ཀོ་རང་གི་བབ་ས་བྱི་སེར་གི་གནས་ཀྱི་འདི་འདྲ་གི་དབང་གི་ག་ར་ས་ན་གཏུག་ཅན་ཟེར་ག་ར་ས་ན་ངས་འདི་འདྲ་ཞིག་སྐྱེ་སྲིད་པའི་དེ་འདྲ་རེད། གང་དག་གང་སར་རྐང་འབམ་ལ་སོགས་དུ་མར་གྱུར་ཞིང་ཁྲག་རྔན་དང་འགྲོ་བ་ཡོད་དུས་ཁྲག་རྔན་དེ་ནས་སྐྱེས་པའི་ན་ཚ་དེ་ཁྱེད་སྐྱེ་སྲིད་ཀྱི་རེད་ཟེར་མཇུག་བསྡོམས་དབུ་ནས་སོ་གར་མཇུག་བསྡོམས་དེ་འདྲ་ཅིག་བསྐྱོད་པ་རེད། ལྟ་དེ་ནས་རྨའི་རིག་པའི་གཞུང་ལུགས་ནས་བལྟས་དུས་དེ་རང་ཁྲག་རྔན་ནས་གར་སྐྱེ་གི་རེད་ཟེར་ན་ཁྲག་རྔན་ནས་ཆུ་སེར་སྐྱེ་གི་རེད། ཆུ་སེར་ནས་རྨའི་ངོས་ནས་བྱས་ན་རྣག་སྐྱེ་བ་རེད། དེ་འདྲ་ཡིན་དུས་ཚེ་ན་ང་ཚོས་ག་ལ་ཟེར་ཁྲག་རྔན་དེ་ནས་ན་ན་ཚ་དེ་འདྲ་ཅིག་ཆགས་སོང་ན་ཆུ་སེར་ན་ཚ་སྐྱེ་རྒྱུ་དེ་ཡིན་པ་གཏན་འཁེལ་རེད། ཆུ་སྲིན་ནག་རྩི་སྟེར་སྟེར་གཉིས་པ་སྐྱིད་ཀྱི་རེད་ད། ཆུ་སྲིན་སྐྱིད་ལུག་སྐྱིད་དང་དེ་ལས་ཡང་དམའ་ནས་ཆུ་སྲིན་སྐྱིད་ལ་ནང་གི་ནང་རྐྱེན་མི་ཞུ་བ་ལ་སོགས་པའི་འདུ་ཚོགས་ཀྱི་རྐྱེན་བྱས་ནས་ཆུ་སྲིན་ཡང་སྐྱིད་སྲིད་པ་རེད། བྱས་ཙང་ཆུ་སྲིན་ལེའུ་ནང་དུ་འཇུག་སྡོམ་འདི་འདྲ་ཅིག་ཡོད་པ། ང་ཚོས་ཆུ་སྲིན་ལེའུ་ནང་དུ་འཇུག་སྡོམ། དུ་དུས་ཆུ་སྲིན་སྤེལ་བའི་གནས་གནས་གྱུར་གྱི་ཤ་ཁྲག་རླུང་ཤིང་སྲིན་སྲིན་འཚོའི་ཁྱིམ་མ་དང་ཤུ་བའི་ཟ་བུ་ཟ་འབྲུ་ཆུ་སྲིན་བྱེད། འུར་དང་སྐྱེས་པ་རྨུ་ཆུ་ཆུ་སྲིན་བྱེད། རེ་བ། མི་བ་མི་བ་རྩི་དང་དྲི་རུམ།

གནད་འགག་མི་འདྲ་བ་དུ་ནི་གཉིས་གསུམ་ཁུག་ཏུ་ཁྱོད་ཚོས་བསམ་བློ་བཏང་པ་ཡིན་པས་རྒྱུ་མཚན་ག་རེ་ཡིན་པ། རྒྱུ་མཚན་ག་རེ་ཡིན་པ། རྒྱུ་མཚན་དེ་ཤེས་དང། འདིའི་རིག་པ་དེ་ཤེས་དགོས་དུ་ནི་རྨ་ཡི་རིག་པའི་གཞུང་ལུགས་མ་ཤེས་ན་ཤེས་གི་མ་རེད། དེ་རྨ་སྦྱང་དགོས་ཀྱི་འདུག་ཨེ་མི་འདུག་ཟེར་གི་ད་ག་འདྲ། རེད་པ། ཆོས་སྲིད་དེ་ཕལ་ཆེ་བ་དེ་ཆོས་སྲིད་དེ་ག་ནས་སྐེམ་དགོས་རེད་པ། རྨ་ཡི་རིག་པའི་གཞུང་ལུགས་སྦྱང་ན་མ་གཏོགས་ཤེས་མཁན་མ་རུ་ཤ་ཟེར་གི་ད། བྱས་ཙང་ད་དུ་དེ་གཉིས་ནས་གྱ་དབང་དཀའ་ཅིག་གསུང་རྒྱུ་དེ་ངས་ང་ནི་ཧ་གོ་མི་འདུག་ཁོ་རང་ཁའི་བྲག་ནས་གསུང་པའི་མེ་འབྲོག་ད་ལྟ་བྱས་ཙང་འདི་འདྲ་ཅིག་རེད་བཞག་ཟེར། བྱས་ཙང་དོ་ཚོ་ཚང་མ་ག་རེད་ཟེར་ན་ཁྲ་ངན་དང་ཆུ་སེར་ཡོད་བསྡད་རྒྱུ་དེ་འདྲ་རེད། ལྷག་པར་དུ་ད་ལྟ་ཕྱི་རྒྱལ་དེར་ཁྲ་ངན་ལུས་ལ་ཡང་བྱེད་དེ་སྨད་ཙམ་བྱེད་བསྡད་རྒྱུ་འདི་དག་ཁུངས་སྣེ་གི་རྐྱེན་བྱས་ནས་ཁྲ་ངན་ཕྱི་མ་ནས་ལུས་ལ་བྱེད་ཚར་སོང་ན་འདིའི་གནད་འགག་དེ་གནད་འགག་ཆེན་པོ་བཞི་བཅུ་རེད་བཞག། བྱེ་བའི་ནད་སྐྱི་ལུ་སྐྱི་དང་ཤེས་སོང་ན་དངོས་གནས་ཁྲ་ངན་མཁས་པ་རེད་ད།

སྐར་མདའ་བྱས་ཏེ། དཔེ་དེ་ཞིབ་ཅིང་རེ་ཟུང་དུ་ངེས་སོང། ང་ཚོས་ད་ལྟ་སྐར་མདའ་རྒྱུག་པ་ཧ་གོ་གི་འདུག་ཨང། སྐར་མདའ་སྐར་མདའ། དེ་ག་ཡི་ཁ་ཚིག་རྒྱ་སྐད་ཀྱི་ནང་ཡག་པོ་དང་ཡང་ལིའུ་ཤིང། འོ། སྐར་མདའ་རྒྱུག་པ་ཧ་གོ་གི་ཡིན་ན་སྐར་མ་དེ་མཐའ་མ་ག་པར་འགྲོ་ཡི་ཁྱེད་རང་ཤེས་ཀྱི་ཡོད་པས་ཤེས་ཀྱི་མ་རེད་དེ། ག་པར་འགྲོ་གི་ཡོད་མེད་ཤེས་ཀྱི་མ་རེད། དེ་ནས་བྱི་ཁྲིད་ཞེས་པ་དེའི་ནང་ལ་ཡ་དཔེ་བྱི་ཁུང་ཆུ་ཤོར་ཟེར། ཙི་ཙིའི་ཁུང་བུ་གཅིག་ནང་དུ་དཔེར་ན་ས་ཁོལ་སྙོམས་པོ་འདི་འདྲ་ཚོའི་ཙི་ཁུང་དཔེར་ན་ང་ཚོ་དེ་རིང་འདིར་མི་ཉིས་བརྒྱ་ཡོད་པ་ཆ་ཤག། ང་དང་ཙི་བས་ཆ་ཉིས་བརྒྱ་བཅོ་མེད་གཅིག་ཡོད་པ་ཤག་ངས་འདི་ཡའི་སྒོ་དེ་ཙི་ཁུང་ཅིག་ཚི་ཁུང་ཆུ་ལ་ངས་དེ་མ་ཆུ་དེའི་ནང་དུ་འདིར་ཙི་ཙི་བསད་བྱེད་དུ་དེའི་ནང་དུ་ཚི་ཁུང་དེའི་ནང་དུ་ཆུ་ཀོང་ཙི་བརྒྱུད་ནས་ད་ལྟ་ཆུ། རེད་དེ་ཡས་ད་ལྟ་དེ་ཡས་ད་ལྟ་ཆུ་ཆུ་དེ་མ་གློད་སོང་ཆུ་ཤུགས་ཆེན་པོ་ཅིག་གློད་ད། ཆུ་དེ་ཐག་ཉེ་ས་དེ་ནས་དུང་གི་སྒྲ། ཐག་རིང་སྲིད་ཕ་ནས་དུང་གི་རེད་ཕ་ནས་དུང་གི་རེད་འདི་ནས་དུང་གི་རེད་དབུས་འདི་ནས་མངལ་དུང་གི་རེད་ཟེར་ན། སུ་གང་གིས་ཤེས་ཐུབ་ཀི་མ་རེད་ལ། བྱི་ཁུང་བྱོ་བྱོ་ཞེས་པ་དེ། བྱི་ཁུང་བྱོ་བྱོ་སུ་གང་ཤེས་ཐུབ་ཀི་མ་རེད། གཅིག་བྱས་ན་ཁྱེད་རང་གིས་ད་ལྟ་གི་ཐག་ཉེ་ས་དེར་དུང་མདོག་ཡོད་འགྲོ། ལྷས་བྱིན་ལས་རྒྱ་ཡན་གའི་སློབ་ཕྲུག་ཚོས་ང་ལ་ལྟོས་སོ། ཧོ་རྒན་ལགས་ཐག་ཉེ་ས་དེ་ནས། རེད་རེད་ཁོ་བརྩི་ཁུང་འདི་དང་འདི་ཐག་ཉེ་པོ། ཁྱེད་རང་འདི་ནས་འདི་བརྩི་ཁུང་འདི་དང་འདི་ཐག་ཉེ་པོ་ཐུག་ཐུག་ཙི་ཙི་ཟེར་ནས་སྤྱང་པོ་དེ་འདྲ་ཟེར་ན་ལྐུགས་པོ་དེ་འདྲ་རྒྱུ་ན་མར་བལྟ་ཟེར། ཙི་ཙི་གསལ་འདེབས་བེད་དེ་ལྕགས་ལ་གཡུག་བྱུགས་རྒྱུ་རེད་འདུག་ག། འཛམ་བུ་གླིང་གི་ད་ལྟ་ཨི་མི་རི་ཀ་ཚན་རིག་པ་གཅིག་གིས་ཞིབ་འཇུག་བྱས་འདུག་ཙི་ཙི་ཁུང་བུ་ལ་ཙི་ཙི་ཁང་པ་ཞིབ་འཇུག་བྱས་འདུག་ཁོས་ཙི་ཙི་ཁང་པ་གཏུགས་ཞིབ་འཇུག་བྱེད་དུས་ཙི་ཙི་ཟེར་མཁན་གྱི་དེའི་བདེ་འཇགས་ཀྱི་འགྲོ་ལམ་དེ་ཞིབ་བཟོ་དང་ཨན་ཅོན་ཐུང་ཐག་ད་ལྟ་དེ་ནས་དེ་སྒེར་ལངས་ངེད་གཉིས་དེ་བར་དེ་དེར་སྒོ་གཅིག་པའི་ཉིན་ནས་གཏུགས་བསྡད་དུས་ཐག་ཉེ་པོ་ཁོས་སྒོ་དེ་གཏུགས་སུ་ཀོ་ར་བརྒྱབ་ཚེ་ས་འོག་ལ་བྲུས་ཤིང་གཏུགས་སྟོན་དུ་མ་དང་ཀ་ཁ་སྟོད་དེ་བར་ཁ་བར་སྟོན་རེད། ཙི་ཙི་གསལ་འདེབས་ལས་སླ་བའི་རྒྱུ་གནས་ཅི་རེད་མི་འདུག་ག།

བྱས་ཙང་དེ་ང་ཚོ་བོད་ཀྱི་སྐད། དེ་ཡི་མཁས་དབང་ཚོ་གིས་དེ་འདྲའི་མི་ཅི་ཡིན་ཅི་མིན་ཤེས་འགོག་ཏུ་བ་ལ་དེ་མ་ཙམ་རེད་མི་འདུག་ག་ཡིན་ནས་མའི་རིག་པ་ཞུ་ནས་གསུངས་བྱ། ལྷག་པར་དུ་ཁུངས་སྣེ་ཡི་རིག་པ་ཅང་ཉན། དོན་ཚོ་གས་ཁྲ་ངན་དར་དིར་དོན་ཚོ་ཞིབ་འཇུག་གནང་ཡ་དེ་ཡིན་པས་ན་འདི་ཁྱེད་རང་མ་ཤེས་ན་ཡོང་མཁན་རེད་མི་འདུག་ག། འོ་དེ་འདྲ་ཅིག་རེད་བྱ། ད་དེ་འདྲ་ཅིག་ཡོད་རེད་ཟེར་བ་ཞུ་ཡས་དེ་འདྲ་ཅིག་བྱས་ཙང་མ་ཡི་རིག་པའི་གཞུང་ལུགས་དེ་དང་ག་རེ་དང་འབྲེལ་བ་འདུག་ག། ད་ངས་དེ་རིང་མ་ཡི་རྣམ་གྲངས་ཁྲ་ངན་གཅིག་པོ་ཡིན་ད། དེ་རིང་འདིའི་ནང་སྨན་ནང་དོན་ནི་སྟོང་ཕྲག་གཅིག་ཙམ་ཡོད་ནང་ལོ་ནས་ཕྲག་འགའི་གཅིག་པོ་དོན་ནི་ལིའུ་ཞན་ཐག་དེ་འབྲེལ་བ་ཞིག་ངས་བལྟས་ན་འབྲེལ་བ་དེ་འདྲ་འདུག་རྨ་སྦྱོང་དགོས་ཀྱི་འདུག་རྨ་ནས་གནད་དོན་མང་པོ་ཤེས་ཀྱི་འདུག་ཡིན་ན་ཡང་རྨ་ཡིས་ད་ལྟ་རྒྱུ་རྐྱེན་དེ་ལ་བལྟས་ཡོང་པའི་སྐབས་ལ་ཡང་ཨ་ནི་ང་ཚོས་ཀྱིས་ག་རེ་ཟེར་ན་སྟེག་རྩེ་གཅིག་གིས་དེ་སྐབས་དེ་དུས་ཀྱི་བར་བོད་གསོ་བ་རིག་པའི་ཚོད་མ་དེ་དཔལ་ལྡན་རྒྱུད་བཞི་རྩོམ་སྒྲིག་བྱེད་པའི་སྐབས་དེ་སྤྱི་ཚོགས་དང་འབྲེལ་བ་ཡོད་དེ་རྒྱུ་ཤ་སྟག་རེད་ཨ་སྤྱི་ཚོགས་དང་འབྲེལ་བ་ཡོད་དེ་རྒྱུ་ག་རེ་ཤ་སྟག་ནང་དུ་དཔལ་ལྡན་རྒྱུད་བཞི་གིས་རྨའི་རིག་པའི་གཞུང་ལུགས་དེ་ག་རེ་ཟེར་ན་གྲུབ་པ་རེད

མ་གཞི་གོ་བསྡུར་མཛད་དུས་གོ་རིམ་རེད། ཡིན་ནས་ཚིག་རྔམ་བརྗིད་ལ་གོ་བ་གླེང་རྒྱུ་ཞིབ་ཏུ་ཡོད། ཚིག་རྔམ་བརྗིད་ལ་གོ་བ་གླེང་རྒྱུ་ཞིབ་ཏུ་ཡོད། ངས་དམག་པོའི་ནད་ཀྱི་དམག་པོའི་ནད་ཀྱི་རྒྱུ་དེ་དེར་དམག་པོའི་ནད་ཀྱི་རྒྱུ་བཞི་དེ་དེར། རྒྱུ་བཞི་ནི་རླུང་མཁྲིས་བད་ཀན་རུས་བད་མཁྲིས་རུས་བད་ཀན་ཁྲག་མཁྲིས་རླུང་རེད་འདུག་འདིའི་གོ་རིམ་ལ་ཡ་ག་རེད་ཟེར་ན་ཁྱད་པར་ཞིབ་ཏུ་ཡོད། རེད་པ། ཁྱད་པར་བཞི་བཅུ་ཡོད་རེད། རེད་པ། དེང་དུས་ང་ཚོའི་དབུ་ཁྲིད་གསུང་བཤད་རྣམ་པ་དག་ལ་དབུ་ཁྲིད་སྒྲོག་ཙེ་ག་རེ་དང་རྐུབ་བཀྱག་ག་རེ་རུ་རུ་སུ་བཞག་ན་འོས་ཤེས་འཚམ་པ་དུ་འོ་འདི་ལྟར་རེད་ད། ཁོ་འདྲི་བ་བཞི་བཅུ་ཡོད་རེད་ད། ཟེར་ས་འདིའི་འདུག་ཚེ་ངས་ད་ལྟ་བདག་ཐོ་བྲིས་འདུག་རེ་ཞིང་ཆེ་བ་མི་དེ་ལ་ཡང་བསམ་བློ་ཙམ་དཔྱད་པ་རེ་ཅིག་བྱས། སློབ་དེབ་དང་པོ་དེ་རྩོམ་སྒྲིག་བྱེད་པའི་སྐབས་ལ་ཡང་དེ་རིང་གི་རྩོམ་སྒྲིག་གསལ་བཤད་འདི་ནས་གསལ་པོ་ར་བྱེད་མེད་ད་བཅོས་སྒྲིག་སྤར་མ་དེའི་ནང་དུ་ཨེ་ན་ངས་འདིའི་ནང་དོན་འདི་ག་རེ་ཟེར་ན་མང་གསལ་བཤད་ཅིག་ཞུས། གང་ཡང་སྲིད་དམའི་རིག་པ་གཞུང་ལུགས་དེ་བསླུ་བྲིད་བྱེད་པ་དང་དོགས་ཚོད་ཞིབ་འཇུག་བྱེད་པའི་བརྒྱུད་རིམ་ནང་དུ། ད། དངོས་བསྟན་གྱི་བདག་ཏུ་དྲི་བསུང་རང་བཞིན་འཆི་བ་མེད་རེ་རེད་འདུག་དེ་དངོས་སུ་དམའི་རིག་པ་གཞུང་ལུགས་དུ་ལ་གཤེགས་པའི་དེ་ན་དངོས་བསྟན་རྒྱུ་རྐྱེན་བརྒྱད་རྣམས་ལ་ནི་གཙོ་ཆེ་བའི་རྒྱུ་རྐྱེན་ག་རེ་ཟེར་ན་ག་རེ་གཤེགས་འདུག་འོ་འདིར་ངས་བསམ་བློ་གཏོང་གི་ཡོད། འདི་ལ་བསམ་བློ་གཏོང་གི་ཡོད། འདི་ལ་བསམ་བློ་གཏོང་ཡོང་དུས་ཟེར་ནས་ག་རེ་རེད་ཟེར་ན། ཨ་ནི། འདི། མདའ་དང་རྡོ་ཡིས་སྨྲ་སྟེ། མདའ། རྡོ། གྲི། མདུང་ཞེས་པ་འདུག་ག། འདིའི་ནང་ལོགས་ནས་ཀྱང་ག་རེ་ཡང་ཟེར་ན། ད་ལྟ་སྨྲ་ཞེས་པ་འདིའི་ནང་དོན་ཨ་ལོ་ཏུག་ཟེར་ཏེ་ང་ཚོ་ཚང་མས་མཁྱེན་གྱི་ཡོད་པ། ལེའུ་ལྔ་རེད་ལེའུ་ལྔ་བསྡུ་སྡོད་བྱས་ཏེ་ད་ལེའུ་ལྔ་དེ་སྟབས་བདེ་བ་ཞིག་མ་རེད། གཅིག་ག་རེ་ཡང་ཟེར་ན་སྨྲ་ལྕེ་ལས་སྐྱེས་པ་ཡོད་ག་རེ་ཡང་ཟེར་ན་མི་ཡིན། གནད་དོན་ཅི་ཙམ་ཤེས་པ་དེ་སྨྲ་ལྕེ་རེད། དེ་ནས་ད་ལྟ་གང་ས་གནས་ལ་རྒྱ་ཆེར་ནི་ག་རེ་ཟེར་བ་རེད་ཟེར་ན་གོ་མ་སོ་བ་དང་ཀེ་མ་སོ་བ་བྱང་ཁོག་མ་སོ་བ་དང་ཡེ་ལག་མ་སོ་བ། འདི་ལོགས་ཀ་བསྟན་དགོས་པའི་རྒྱུ་མཚན་ག་རེ་ཟེར་ན་སྨྲ་ཤེས་པ་དེ་ཕོག་སེལ་གྱི་གནད་ཀྱིས་ག་རེ་ཟེར་ཚབས་ཆེ་ཆུང་དང་ཉེས་ཆེ་ཆུང་དང་བསུ་ཐབས་ཀྱི་རྩ་དོན་རྒྱུ་ནས་འདྲ་གི་མ་རེད། དེ་འདྲ་ཡིན་དུས་ཟེར་ན་ག་རེ་ཟེར་ན་སྒོ་ཡི་གནས་ལུགས་དང་ཀའི་གནས་ལུགས་འདྲ་གི་མ་རེད་ཀའི་གནས་ལུགས་དང་བྱང་ཁོག་གནས་ལུགས་འདྲ་གི་མ་རེད་བྱང་ཁོག་གནས་ལུགས་དང་ཡེ་ལག་གནས་ལུགས་འདྲ་གི་མེད་པ་སོང་ཙང་ཨ་ནི་འདི་གནད་ལ་སྦྱར་ནས་ལེའུ་བཞི་དེ་མ་གསུངས་པ་རེད་ལེའུ་བཞི་དེ་མ་གསུངས་པ་རེད། ལེའུ་བཞི་སོ་སོ་ལ་ཡང་ག་རེ་ཟེར་ན་སྐབས་འདི་དུས་རྒྱུད་བཞི་ནང་དུ་བསྟན་པ་འདི་ག་རེ་ཟེར་ན

བྱང་ལྐོག་མ་དང་ཡན་ལག་མ་གསུམ་ལ་འཕང་བྱས་ནས་ནི་ག་ར་ཟེར་ན་གསུང་རིག་མ་གཏོགས་རྒྱས་བཤད་གསུང་གི་མ་རེད་དེ་ཁོ་རང་རང་ལ་ཡང་ཐུན་མོང་མ་ཡིན་པའི་བཅོས་དེ་ཡང་གཅིག་གསུང་གི་རེད། ཡིན་ནས་བྱང་ལྐོག་མ་དུ་གཙོ་ཆེ་ཤོས་ག་ར་ཟེར་ན་བདག་མེད་དང་ད་ལྟ་མདོ་དང་ནི་དྲི་དང་མདུང་དེ་གཙོ་བྱས་ནས་གསུང་གི་འདུག་མདོ་དེ་ག་རེ་གསུང་བ་རེད་ཟེར་ན་མདོ་དེ་གཙོ་བྱས་པའི་ནི་མ་ནི་འགྲམ་པ་དང་ཡང་ན་ཐིག་གོག་ཚོད་པ་ལ་སོགས་པ་དེ་འདྲ་གི་མ་དེ་བཤད་གི་རེད། དེ་ནས་དྲི་དང་མདུང་བཤད་གི་འདུག་ཡན་ལག་མ་ལ་དམིགས་བསལ་བྱས་ནས་བདག་མདོ་དྲིང་དུ་དྲི་མདུང་བྱས་གསུང་གི་མི་འདུག། ཡིན་ནས་འདི་ག་རེ་ཟ་ཚང་མ་སྤྱོད་ལམ་དང་མཚོན་གང་ལྟ་ཡང་ཡན་ལག་ལ་མཚོན་ཕོག་པ་རེད་རྡ་ཕོག་སྲིད་པ་རེད་རྡོ་ཕོག་སྲིད་པ་རེད་གྲི་ཕོག་སྲིད་པ་རེད་དུང་ཕོག་སྲིད་པ་རེད། རས་ཡི་སྐྱོན་བྱས་པ་བྱུང་སྲིད་པ་རེད་ལ་ཤིང་གི་སྐྱོན་བྱུང་བ་བྱུང་སྲིད་པ་རེད་ལ། འཆི་བ་ཅན་གོང་སོ་རྒྱག་པ་ཡང་བྱུང་སྲིད་པ་ལ་མེས་འཚིག་པ་ཡང་བྱུང་སྲིད་གོ་ད་འདི་འདྲ་ཅིག་རེད། ད་འདི་འདྲ་འདི་འདྲ་ཅིག་བསམ་བློ་བཏང་འོས་དུས་ཟེར་ནས་དངོས་བདེན་གྱི་རྒྱུ་རྐྱེན་ནང་དུ་ག་རེ་ཟེར་ན་མདའ་རྡོ་གྲི་དུང་བཞི་དེ་མ་གཏོགས་དམའི་ནང་དུ་ག་རེ་ཟེར་ན་ནང་དོན་ཕུན་སུམ་ཚོགས་པོ་རེད་དེ་འདི་གཙོ་བོ་ཞིག་དེ་མ་གཏོགས་གསུང་གི་མི་འདུག་འོག་གི་ག་རེ་ཟེར་ན་རང་བཞིན་འཆི་བ་མེད་དེ་ཡོད་རེད་པས་ཟེར་ན་ཡོད་རེད་དངོས་གནས་དྲན་ནས་སེམས་ཅན་གྱི་རེས་གདུང་རྒྱུ་ཡོད་རེད་པས་ཟེར་ན་རེས་གནོན་ཤིག་རྒྱུ་ཡོད་རེད་པས་ཟེར་ན་ཡོད་རེད་པ་རེད་པ། གཡག་གི་གདུང་བཤགས་རྒྱུ་མཛོའི་གདུང་བཤགས་རྒྱུ་རེད་པ། ར་དགུ་རི་བོ་ར་ཅན་གྱི་གདུང་བཤིག་རྒྱུ་མ་ཡོད་རེད་ཡིན་ནའི་ཧ་ཅང་མང་པོ་མ་རེད། དེ་ནས་ཤིང་གིས་གཙོས་པའི་ཚེར་མ་ཟུག་པ་ལ་སོགས་པ་སྨྱུག་མ་ཟུག་པ་ལ་སོགས་པ་དུ་ཚོད་མ་ཡོད་རེད་ཟེར་ན་ཡོད་རེད་དེ་ཡང་མང་པོ་རེད་རེད་མི་འདུག།

ཐ་ན་དུག་ཤུལ་ག་རེ་སེ་ཙི་ཙི་སོགས་ཀྱི་ཞི་མི་སོགས་ཀྱི་སྐྱོ་དེ་འདྲ་ཡོད་རེད་ཆེ་བ་ཆེ་རེད་བ་དེ་འདྲ་སོགས་ཀྱི་སྐྱོ་མང་ཡོད་རེད། དེ་ནས་མཐའ་མར་ག་རེ་མེས་ཚིག་སོགས་ཀྱི་སྐྱོ་མེས་མེས་ཚིག་སྐྱོ་ཡོད་རེད་བ་ཟེར་ན་མེས་ཚིག་སྐྱོ་ཡོད་རེད་བ་མེས་ཚིག་སྐྱོ་ཡོད། ཡིན་ནའི་རྒྱུ་བཞི་དངོས་བསྟན་དེ་ལ་བལྟས་ཡོང་བ་སྐབས་ལ་ཡང་ག་རེ་ཟེར་ན་ནི་ད་ལྟ་ར་ཡི་སྣུན་ཞེས་སྐྱོ་དེ་དང་ར་ཡི་ར་ཡི་གདུང་ཞེས་སྐྱོ་དེ་དང་ཤིང་གི་ད་ལྟ་རྩེ་དེ་སྐྱོ་དང་ཆི་བ་ཅང་གི་སོགས་ཀྱི་སྐྱོ་དང་ད་དུང་ཚོ་ཚིག

ཨན་དེ་ནས་སྨན་པའི་རྩ་རུ་སླས་སུ་ན་ཨེ་ནི་ཀ་ར་སན་རྔམ་ར་རྒྱལ་བའི་རེ། ཀ་བའི་གའི་ཀ་ར་སུ་ན་ཨེ་ནི་ཀ་ར་རྗིབ་རྗེ་ཡའི་སོ་ལ་སོགས་པདྨ་ཡི་གུང་བ་གཡས་དུ་སོར་བཞི་གསུམ་དུ་བལྟམས་བྱས་ནས་ཨེ་ནི་ཀ་སན་ཁྲག་ཏུ་དུ་རྗིབ་བྱས་ནས་ཨེ་ནི་དུག་དེ་ལུས་ལ་མ་མཆི་བར་བྱེད་པའི་ཐབས་ཤེས། འདི་མ་ཡིན་པའི་མདོ་སྨན་ལ་སོགས་པ་དེ་འདྲ་ཞིག་ཡོད་རེད་ག་ད་དེ་དེའི་ག་རེ་སྐབས་ནས་བཞག་འདུག་ག་སན་ན་ནི་དུག་ནད་སྐབས་དུ་བཞག་དགོས་པའི་རྒྱུ་མཚན་འོ་ད་དེ་འདྲ་བྱས་རེ་འདྲ་བྱེད་པོ་བྱས། དེ་ནས་རྨ་དེ་རྨ་ཅི་བཞིན་དུ་བཅོས་ཡོད་མ་གཏོགས་གསུངས་ཡོད་མ་རེད། དེ་ནས་མཐའ་མ་མེས་ཚིག་པའི་མ་དེ་ག་ར་ས་སྐབས་དེ་དུས་སྐབས་དེ་དུས་བོད་ཀྱི་ད་ལྟ་སྤྱི་ཚོགས་འདིའི་ནང་དུ་ག་སྐབས་དེ་དུས་ཀྱི་ཡུལ་དུས་དེ་དུས་དེ་འདའི་གྲོང་ཁྱེར་རགས་པ་དང་ཁང་པ་མཐོ་པོ་དེ་འདྲ་རྒྱུ་ནས་མ་རེད་པ། ད་ལྟ་ང་ཚོ་གིས་ད་ལྟ་ལྷས་སའི་ནང་དུ་བྱ་བཞག་པ་ཡིན་པས་ན་ད་ལྷས་ས་གཅིག་པོ་ཡིན་ལ་ད་གཞིས་ཀ་རྩེ་དེ་བ་ཡི་འདུག་ཨ་ཟ་ཁང་དེ་བ་ད་ལྟ་ཉིས་སྟོང་ཆིག་སྟོང་དགུ་བརྒྱ་བཅུ་དྲུག་ལོ་ལ་ཡང་ལྷས་སའི་གྲོང་ཁྱེར་དེ་ལ་པར་སྐྱིད་པའི་པར་གཅིག་ཟ་ཁང་ཁག་དེ་བ་འདུག་དེ་བ་གཅིག་དུས་ལྷ་ས་གྲོང་ཁྱེར་དེ་དེ་འདའི་གྲོང་ཁྱེར་གྱི་དེ་འདྲ་གཅིག་མི་གཅིག་ཁང་ཁང་པ་ཨ་ནི་ཚ་དམ་པོ་དེ་འདྲ་དང་མི་ཚོགས་མང་པོ་མི་ཚོགས་མཐུག་པོ་དེ་འདྲ་དང།

དེ་འདྲ་ཅིག་ཡོད་གི་མ་རེད་བྱས་ཙང་དེའི་དོན་ཐབས་ཐོག་དེ་འདྲ་རེད་བྱ། ཐབས་ཐོག་དེ་འདྲ་ཡིན་དུས་ཙི་ནའི་གལ་ཏེ་དེ་བ་མེད་ཅིག་བྱུང་ནས་མགོ་དེ་འདྲ་ཐེབ་ཟེར་བོས་ཆོག་ཆོག་རེད། མེད་ཚིག་ཐོག་སེམས་ཁྲལ་ཡོད་མ་རེད། རེད་པ། མེད་ཀྱི་བར་སྐམ་པ་དེ་མེད་ཀྱི་བར་མགོ་དེ་འདྲ་མགོ་དེ་ཆེ་ཐེབ་ཟེར་བོས་ཆོག་ཆོག་རེད། མེད་ཚིག་ཐོག་སེམས་ཁྲལ་ཁེགས་པོ་ཡོད་མ་རེད། རེད་པ། དེ་བས་ཀྱང་སྐབས་དེ་དུས་བུད་ཤིང་ཤིང་དང་བཅུ་བ་རེ་ཀོ་འོབས་སེ་དེང་སང་ནང་དང་ཁང་པ་དེ་འདྲ་མ་རེད་པ། དེ་འདོད་རྐང་པའི་ནང་རུ་མེ་གཅིག་དེ་ཚོ་མེ་ལྕེའི་རྡུལ་གྱིས་བཙིར་ལ། ནང་ཆས་དེ་རྒྱབ་ན་བགེགས་བགེགས་ཀྱི་བྱ་གླག་མང་པོ་ཅི་རེད་དུ་འང་ཁོ་གཅིག་ཤོར་སོང་ན་ཨེ་ན་བུད་ཤིང་བསྲེགས་པའི་བྲོ་བ་ཇི་སྙེད་རེད་དུ་འང་ཨེ་ན་བལ་ཏེ་ཚིག་རུང་ཞེས་པ་གསུངས་སོ། བྱས་ཙང་སྐབས་དེ་དུས་མེས་ཚིག་པའི་དམག་གི་རྩ་ཆེན་པོ་གཅིག་ལ་བརྩིས་མི་འདུག་འདི་ཡིན་པ་ཙམ་མ་དེ་ཕྲན་བུའིམའི་ནང་དུ་བཞག་བཞག་ཕྲན་བུའིམ་མ་ད་ག་ཟེ་ད་ཆུང་ཆུང་མ་དེ་རེད་རེད་པ་འདི་མ་གཏོགས་ཅིག་ཚེ་སྟོབས་པོ་གཅིག་ལ་ཡང་ག་རེ་ཟེ་ན་དེ་གསུངས་བྱས་བཞག་མི་འདུག་ལ་དངོས་གནས་ལྷོད་ན་བཞག་མི་འདུག།

ཨོ། ཨོ་དེ་འདྲའི་དོན་དུ་མཁས་པ་ཚོས་ང་རང་གི་ཕྱིས་ཀྱི་མཁས་པ་བཀའ་དྲིན་ཅན་ཚོས་དེ་འདྲ་བཙལ་ནས་གསུངས་འདུག་གོ། ཨོ་དེ་འདྲ་ཅི་རེད་བྱས་ཙང་དེ་ཡིན་དུས་དེ་ནི་མེས་བརྩིགས་པ་དེ་སྐབས་དུས་དུས་དེ་འདྲ་གསུངས་འདུག་དེ་འདྲའི་སྤྱི་ཚོགས་ནང་ནས་མེས་བརྩིགས་པ་དེ་དག་མེ་དེ་རྦད་དེ་ཉེན་ཁ་ཆེན་པོ་ཞིག་བྱེད་འདོད་པ་ལ་དངོས་གནས་བྲོ་ནས་མེ་དེ་ཨང་དང་པོ་ཡག་གི་བཞག་དགོས་ངེས་དྲན་ཆགས་བསྡད་བྱས་ད། དེ་འདྲ་ཡིན་དུས་ཚོད་སྐབས་དུས་དུས་མེ་དེ་དེ་འདྲ་ཅི་རེད་དེང་དུས་ཁོ་ནའི་ཐོག་སོ་དངོས་ཐོག་དྲུག་ཐོག་ད་རྒྱ་ནག་དེ་བར་ཐོག་སོ་བརྒྱད་ཅུ་དགུ་བཅུ་དེ་འདྲའི་བར། ཐོག་སོ་གསུམ་ཐོག་དང་པོ་གཉིས་པ་གསུམ་ཐོག་བཞི་བར་མེ་བརྩིགས་སོང་ན་ད་ལམ་སང་ཉོ་སྐྱོབ་བྱས་མ་ཐུབ་ན་སྒང་གི་མི་དེ་རྒྱ་ཚང་མ་ག་ར་ཟེར་བར་བརྩིགས་རུང་བཟུང་ད། གང་རུང་སུ་ཞིག་ཏུ། དཔེ་རིས་པ་གཉིས་ཀ་ཆེན་པོ་བཞི་བཅར་བ། འོ་དེ་འདྲ་ཅིག་རེད་འདུག་ཟེར། ཁྱེད་ཅག་ང་ཚོ་གི་རྒྱུད་བཞིའི་ནང་དུ་བདག་ཏུ་ཁྲི་འཐུང་དེ་གསུངས་འདུག་ཡིན་ནའི་བདག་ཏུ་ཁྲི་འཐུང་ཚིག་ག་འདྲ་ཞིག་སྨྲ་ཟེར་ན་ག་འདྲ་ཞིག་ནས་བེད་སྐྱལ་འགྲོ། སྤྱི་ཚོགས་ཞི་བདེ་ནར་སྨྲ་ཟེར་བེད་སྐྱལ་རྒྱུ་ནས་འགྲོ་མི་སྲིད་པ་རེད། ཁོ་སྨྲ་ཡོད་སྨྲས་མ་ཡོད་མ་རེད། ཨེ་སྨན་པ་ལ་སྨན་བཅོས་བྱེད་ཡས་ནད་པ་ཡོད་མ་རེད། ནད་པ་མེད་དུས་སྨན་པས་ཞིབ་འཇུག་བྱེད་ཡས་མ་རེད་སྨན་པས་ནི་སྨན་བཅོས་བྱས་ནས་ཉམས་མྱོང་ཐུབ་ཡས་ཡོད་མ་ཁོ་བེད་སྐྱལ་འགྲོ་ཡས་ཅེས་མི་འདུག། སྨྲ་ཟེར་ནས་ག་རེ་ནས་བེད་སྐྱལ་འགྲོ་ན་དངོས་གནས་ཆ་དྲག་པོའི་ཐབས་ཤུགས་དང་དམག་འཁྲུག་ནང་དུ་སྨྲ་དེ་བེད་སྐྱལ་འགྲོ།